ཡང་ནས་འབྲེལ་བ་རྒྱག་དགོས་དུས། ཅིག། ཚིག་ཚོགས་མང་པོའི་ཐོག་ནས་འབྲེལ་ཞེས་པ་རྐྱང་རྐྱང་ཞིག་མཐོང་མཇལ་གྱི་འདུག་ད་ནི་འབྲེལ་བ་གཞན་དག་ཏུ་འཛུགས་པས་གོ་ཁག་པོ། ལག་པ་ལ་ལམ་སང། ཡང་ནས་སེམས་ཁག་པོ་ཞེ་པོ་ཅིག་ཡོད་མཁན་རྐྱང་རྐྱང་རེད་འདུག་ཡང་ད་རེས་འདི་ནི། ང་རང་གི་རྩ་བའི་བླ་མ་རྣམ་པ་བདུན་གྱི་ཡ་གྱལ། མཁན་ཆེན་ཐམས་ཅད་རྒྱལ་བ་ངའོ་ཡིན་འདོད་བསམ་པའི་ཕྱོགས་ཀྱི། ཞེས་རྒྱུན་ཡོད་ལྟར་བཅས་ཞུས་པ་ཡིན་ན། ག་དུས་ཡིན་ན་ཡང་ཅིག་ཀུན་སྤྱོད་རྗེས་དྲན་གྱི་མདོ་དེ་འདོན་པ་ཡིན་ན་ཡང། དོན་བརླག་པ་ལ་སེམས་ས་གོ་བདེ་པོ་དེ་འདྲས་འདུག་ཨ་ནི་དེ་གཞི་བཞག་བྱས་ནས་ཞུ་གི་ཡིན། ད་སྤྱི་བཏང་ནས་ཀུན་སྤྱོད་ཟུང་གི་ཡོན་ཏན་དྲན་དེ་དཔེ་གལ་ཆེན་པོ་རེད་ག་དུས་ན་དྲན་ཐུབ་ན་ཨ་ནི་ཁ་གསོ་རེད། དྲན་པ་ཙམ་གྱིས་སྐྱེ་བ་ཐོག་མེད་ཀྱི་སྡིག་སྒྲིབ་དག། དེ་ནས་རྫོགས་པའི་སངས་རྒྱས་གོ་འཕང་ཐོས་པའི་རྒྱུ་ལ་ངེས་འགྲོ་བས། དཔེར་ན་ཁའི་རང་གཟུགས་མུ་ཏོ་ཨ་ནུའི་བྲམ་ཟེ་གཅིག་གིས་སངས་རྒྱས་རྣམ་གཟིགས་མཇལ་དུས། སངས་རྒྱས་རྣམ་གཟིགས་ཀྱི་སྐུ་གཟུགས་དེ་ཕལ་མཛེས་པོ་འདུག་སའི་ཁོ་རང་ཚར་གཅིག་དད་པ་བསྐྱོད་འདོད་དུས། དེའི་གྲུབ་འབྲས་ལ་ཁོ་ལྷར་སྐྱེས། མཐར་ཐུག། རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་གིན་དུ་རིགས་ངན་སོང་བ་རེད་གསུངས་འདུག། ཡང་མུ་སྟེགས་པ་མང་པོ་ཅིག་གིས་སངས་རྒྱས་འོད་སྲུང་ཆོས་གསུངས་པའི་སྐབས་ཅིག་ལ་སླེབས་འགྲོ་དུས། ད་ནི་ཁོ་ཚོས་ཚང་མས་སངས་རྒྱས་ཀྱི་གསུང་དེ་སྙན་པོ་ཞུ་གྱི་འདུག་ཟེར་ནས་དད་པ་ཚར་གཅིག་སྐྱེས་འགྲོ་དུས། དེ་ནི་ཚང་མ་ཡང་གྲུབ་འབྲས་ལ་ལྷར་བསྐྱེད་ནས་མཐར་ཐུག་རྫོགས་པའི་སངས་རྒྱས་གོ་འཕང་ཐོབ་པའི་ཆེད་དུ་རིགས་ངེས་སོང་བ་རེད་གསུངས་འདུག་ལྷག་པར་དུ་དེང་སང་ང་ཚོ་གལ་ཆེ་དོན་དེ་རེད། སྙེ་མ། གྲྭ་ལོག་ཅིག་གིས་ད་ཁོ་རང་སྡོམ་པ་ཤོར་ཚར་བ་རེད། ཁོ་གྲྭ་ལོག་རེད་ཡིན་ནའི། ཁོང་གིས་སངས་རྒྱས་ཀྱི་ཡུལ་སངས་རྒྱས་རེད་ཟེར་མཁན་དེ་ལ་ཡོན་ཏན་བསམ་གྱིས་མི་ཁྱབ་པ་ཡོད་མཁན་རེད་འདུག་ཅེས་ནས་ཨ་ནི་དད་པ་ཚ་གེ་སྐྱེས་འགྲོ་དུས། དེ་ནས་ཁོ་རང་གི་སྡོམ་པ་དེ་ཡང་འཁྱོར་སོས་སོང་བ་རེད་གསུངས་འདུག་ད་འདི་དཔེ་གལ་ཆེན་པོ་རེད་དེང་སང་ང་ཚོས་དུས་སྙིགས་མ་སྡུག་ཅག་ཡིན་དུས། ཨ་ནི་སོ་སོའི་སྡོམ་པ་ལ་སྐྱོན་ཤོར་བ་ཡོང་གི་རེད་དེ། ཡིན་ནའི་དེ་ནི། སངས་རྒྱས་ཟིན་ངེས་ཏེ། ཡོན་ཏན་བསམ་གྱིས་མི་ཁྱབ་པ་རང་བཞིན་རེད་འདུག་བསམ་ནས་རྟག་ཏུ་དྲན་བསྡད་པ་ཡིན་ན་དེ་ནི་སོ་སོའི་འདོམས་པ་ཉམས་པ་དེའང་སོས་འགྲོ་གི་རེད། བྱས་ཙང་དེ་ཡིན་དུས་དེ་ནི་ཚར་གཅིག་ལུས་ལ་ཆོས་གོས་རྣམ་གསུམ་དེ་ནི་སངས་རྒྱས་ཀྱི་གནམ་ས་གོན་རྒྱུ་བྱུང་བ་ཡིན་ན་ནི་དཀའ་བ་བཟང་པོ་རེད་སེམས་ཤུགས་མ་ཆག་བྱས་ནས་དེ་ནས་ད་རེས་ཟོར་གཅིག་བཏབ་བསྡད་པོ། དེ་ནས་སྡོམ་པ་སོགས་བདེ་བོ་ཡོད་མཁན་དཔེར་ན་སངས་རྒྱས་ཟེར་ངེས་ཏེ། ཡོན་ཏན་བསམ་གྱིས་མི་ཁྱབ་ཡོད་མཁན་གྱི་རེད་ཅེས་སེམས་ནས་དད་པ་སྐྱེས་བསྡད་པ་ཡིན་ན། ད་ནི་སོ་སོའི་སྡོམ་པ་ཉམས་པ་དང་སོ་སོས་སྒྲུབ་དགོས་རེད། ད་སྡོམ་པ་ལ་རྩ་བའི་སྡོམ་པ་ཡིན་ཚེ་ཉམས་པ་ཡོང་གི་རེད་ཡན་ལག་སྡོམ་པ་ཡོང་གི་རེད་དེ་གང་ལྟར་རྩ་བའི་སྡོམ་པ་ཡིན་ན་རེད་ཡན་ལག་སྡོམ་པ་ཡིན་ན་རེད་ཚང་མ་སོས་སྒྲུབ་དགོས་རེད་དེ་ཡིན་དུས་གལ་ཆེན་པོ་རེད། ཨེ་ལྷག་པར་དུ་རྒྱུན་དུ་དཀོན་མཆོག་རྗེས་དྲན་མདོ་དེ་འདོན་ང་ཚོ་ལུགས་སྲོལ་ཞེ་པོ་ཡོད་རེད་དེ་འདི་ཚོའི་དོན་དག་དེ་སེམས་ལ་ངེས་པའི་ཐོག་ནས་འདོན་ན་ཨེ་ནས་ཕན་ཐོག་སྤྱི་དང་ཚིག་སངས་རྒྱས་གསུང་དེ་བྱིན་རླབས་ཆེན་པོ་ཡིན་འདུག་ཚིག་འདོན་པ་ཙམ་ལ་ཕན་ཡོད་རེད་དེ་དོན་དག་ཧ་གོ་ཞིང་འདོན་ན་དེ་ལས་ཀྱང་ཕན་ཞིག་རེད་དེ་འདྲ་ཡིན་དུས་གལ་ཆེན་པོ་རེད་དེ་ལྷག་པར་དུ་འདས་འདི་མཁན་ཚོ་ཡིན་ནའི་རེད་ད་རྡོ་རྗེ་སེང་ལྟ་བུ་ལ་སླེབས་པའི་སྐབས་ཡིན་ནའི་རེད། ཨ་ནེ་ཨེནས་ཀུན་སྤྱོད་རྗེས་དྲན་གྱི་མདོ་དེས་སོ་སོའི་དོན་དག་ལ་བསམ་བློ་བཏང་ནས་ཨ་ནེ་ཚར་གཅིག་འདོན་ཐུབ་པ་ཡིན་ན་ཨ་ནེ་ཕན་ཡོན་བསམ་གྱིས་མི་ཁྱབ་པ་ཡོད་རེད་འོ་ད་ལི་ཡིན་དུས་ཨ་ནེ་གལ་ཆེན་པོ་ཅི་ན་ཞུས་ན་བསམ་སྲོལ་དེ་རེད་ད་འདི་ལ་ཀུན་སྤྱོད་རྗེས་དྲན་དེའི་མདོ་དེ་ལ་དེ་ནས་བཤད་ཡོང་དུས་གང་ལ་རྩ་བའི་ཟབ་ཁྱད་གསུམ་འདྲ་བོ་བཤད་དགོས་རེད་མཚན་དོན་བཤད་པ། འགྱུར་གྱི་ཆ་བཤད་པ། བསྒྱུར་བྱ་མདོའི་རང་བཞིན་བཤད་པ་གསུམ་ཡོད་རེད།

ང་ནི། དཀོན་མཆོག་གསུམ་རྗེས་སུ་འབྲེལ་ནས་འདུ་བྱེད་རེད། ད་གཉིས་པ། འགྱུར་གྱི་ཕྱག་བསྐྱེད་པ་རེད། སངས་རྒྱས་དང། འགྱུར་གྱི་ཕྱག་བསྐྱེད་པ་ཡིན་དུས། འདི་འགྱུར་གྱི་ཕྱག་ཟེར་ལོ་ཙཱ་བ་རྣམས་ཀྱིས། མདོ་དེ་རྒྱ་གར་སྐད་ནས་བོད་སྐད་དུ་བསྒྱུར་དུས་སྐབས་ལ་ཕྱག་འཚལ་བར་དེ་རེད་དེ་ལ་འགྱུར་ཕྱག་ཟེར་ཏེ། གཉིས་པ་འགྱུར་ཕྱག་བཤད་པ་ནི་ཐམས་ཅད་མཁྱེན་པ་ལ་ཕྱག་འཚལ་ལོ། ཨེ་ན་ལོ་ཙཱ་བ་རྣམས་ཀྱིས། འདི་མདོ་དེ་བསྒྱུར་མཁན་ལོ་ཙཱ་བ་རྣམས་ཀྱིས། འགྱུར་གྱི་བར་ཆད་ཞི་བའི་ཆེད་དུ། ཨེ་ནི། སངས་རྒྱས་ལ་ཕྱག་འཚལ་བ་རེད། བྱས་ཙང་འདི་ལ་འགྱུར་ཕྱག་ཟེར་ཏེ་ནམ་རྒྱུན་ཡང་ཐམས་ཅད་མཁྱེན་པ་ལ་ཕྱག་འཚལ་ལོ། ད་འགྱུར་ཕྱག་རེད། ད་འདི་མན་ཆད། དེ་ནས་ད་འགྱུར་ཕྱག་ས་བཅད་གསུམ་པ་འགྱུར་ཕྱག་འདི་ཡོད་རང་བཞིན་ཟེར་ཏེ་བཤད་དགོས་རེད། ད་འདི་ལ་དོན་ཚན་གསུམ་ཡོད་རེད། སངས་ཀྱི་ཡོན་ཏན་དྲན་པ། ཆོས་ཀྱི་ཡོན་ཏན་དྲན་པ། དགེ་འདུན་གྱི་ཡོན་ཏན་དྲན་པ་ཟེར་ན་གསུམ་ཡོད་རེད། སངས་རྒྱས་ཡོན་ཏན་དྲན་པ་དེ་ལ་མདོ་དུམ་བུ་གཉིས་ཡོད་རེད། དུམ་བུ་དང་པོ་དེ། ནང་པ། སངས་རྒྱས་པ་ཚང་མ་གིས་ཁས་ལེན་པའི། སངས་རྒྱས་ཡོན་ཏན་དེ་རེད། དུམ་བུ་གཉིས་པ་དེ། ཐེག་པ་ཆེན་པོ་རྐྱང་པས་ཁས་ལེན་པའི་སངས་རྒྱས་ཡོན་ཏན་རེད། ད་དེ་འདྲ་གཉིས་ཡོད་པའི་ནང་ནས་དང་པོ། དུམ་བུ་དང་པོ་དེ་རེད། ནི། སངས་རྒྱས་ཡོན་ཏན། སངས་རྒྱས་ཡོན་ཏན་དེ་ནང་པ་ཚང་མས་ཁས་ལེན་དེ་རེད་དེ་དུམ་བུ་དང་པོ། འདི་ལྟར་སངས་རྒྱས་བཅོམ་ལྡན་འདས་དེ་ནི་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་རིག་པ་དང་ཞབས་སུ་འདྲེན་པ། བདེ་བར་གཤེགས་པ་འཇིག་རྟེན་མཁྱེན་པ་སྐྱེས་བུ་འདུལ་བའི་ཁ་ལོ་སྒྱུར་བ་བླ་ན་མེད་པ་ལྷ་དང་མི་ཕན་པ། སངས་རྒྱས་བཅོམ་ལྡན་འདས་དེའི་བར་དུ་ནི་དུམ་བུ་དང་པོ་རེད། ད་འདི་ནང་ནས་བཤད་པའི་སངས་རྒྱས་ཀྱི་ཡོན་ཏན་དེ་ཚོ་ནང་པ་ཚངས་པས་ཁས་ལེན་གྱི་ཡོད་རེད། བྱས་ཙང་འདི་ལྟར་ཟེར་ད། སངས་རྒྱས་ཀྱི་ཡོན་ཏན་རྗེས་སུ་འབྲེལ་ན། ཨེ་ནས་སངས་རྒྱས་ལ་ཡོན་ཏན་ཅི་ལྟ་བུ་ཡོད་རེད་ཟེར་ན། འོག་ནས་འབྱུང་བ་འདི་ལྟར་རེད་ཟེར་བ་རེད། ད་རིམ་པ་ཞིག་བཤད་ནས་དང་པོ་སངས་རྒྱས། ཏེ། མ་རིག་པའི་སྐྱོན་ཚང་མ་སྤངས་ཚར་བ་ཡིན་མཁན་ཆེ། བཅོམ་ལྡན་འདས་ཏེ། དེ་ནས་ལེགས་པ་དྲུག་གི་ཡོན་ཏན་ཆ་ཚང་ཡོད་མཁན་ཟེར་བ་རེད། དེ་འདྲའི་གང་ཟག་དེ་ནི་དེ་བཞིན་གཤེགས་པ་སྟེ། གནས་ལུགས། མཐར་ཐུག་རྟོགས་པ་ཡིན་མཁན་ཟེར་བ་རེད། ཨ་ནི་དགྲ་བཅོམ་པ་སྟེ་དེ་ནས་བདུད་བཞི་ཆ་ཚང་སྤངས་ཚར་བ་ཡིན་མཁན་ཟེར་བ་རེད། ད་དེ་རིང་རིམ་པ་ཞིག་དྲན་ན་འགྲིག་རེད། སངས་རྒྱས་བཅོམ་ལྡན་དང་དེ་ནས་དེ་བཞིན་གཤེགས་པ་དགྲ་བཅོམ་པའི་ལམ་ནས་འགྲིག་རེད། མ་རིག་པས་མ་རིག་པ་ཆ་ཚང་སྤངས་ཚར་བ་ཡིན་མཁན། དེ་ནས་ལེགས་པའི་ཡོན་ཏན་དྲུག་དང་ལྡན་པ་ཡིན་མཁན། གནས་ལུགས་མཐར་ཐུག་རྟོགས་པ་ཡིན་མཁན། འདྲ། བདུད་བཞི་སྤོང་ཚར་བ་ཡིན་མཁན་སྲིད་ཚེ། དེ་འདྲའི་བྱ་གྲོལ་རིམ་གྱིས་བསམ་བློ་བཏང་ནས། སངས་རྒྱས་ལབ་བདུད། ཨ་ནི། མ་རིག་པའི། གཉིད་འདྲ་བོ་དེ་ཆ་ཚང་སྤངས་ཚར་བ་ཡིན་མཁན་སྲིད་བ་རེད། ཨ་ནི་བཅོམ་ལྡན་འདས་ཟེར་ན་འདས་ཟེར་དེ་རྒྱ་གར་ལ་ཡོད་མ་རེད། སངས་རྒྱས་ཟེར་ན་རྒྱ་གར་ལ་དེར་བ། Buddh། ཟེར་དེ་རེད། དེ་ལ། དེ་རེད། དེ་ནས་བཅོམ་ལྡན་ཟེར་དེ། རྒྱ་གར་ལ Bhagwan ཟེར་ཏེ་རེད་ནས Dad ཟེར་ཏེ་རྒྱ་གར་ལ་མེད་རེད། དམིགས་བསལ་ལོ་ཙཱ་བ་རྣམས་ཀྱི་ཟུར་དུ་བོད་སྐད་ལ་དགར་བཤད་པ་རེད། མུ་སྟེགས་པའི་དབང་ཕྱུག་ལ་སོགས་པ་དང་མ་ནོར་བའི་ཆེད་དུ། ད་ཡིན་དུས། དེ་ནས་དེ་བཞིན་གཤེགས་པ་ཟེར་ན། དེ་ནས Tathagata ཟེར་ཏེ་རེད་བ། དེ་རེད། དགྲ་བཅོམ་པ་ཟེར་ཏེ་དེ་རེད། Arhat ཟེར་ཏེ་བཤད་པ་རེད་བ། ད་ང་རང་ཚོ་བསམ་བློ་བཏང་དུས་སངས་རྒྱས་ཟེར་ཡོང་དུས། མ་རིག་པ་ཚང་མ་སྤངས་ཚར་བ་ཅིག་ཡིན་སྙམ་དུ་དྲན། ད་ནི་བཅོམ་ལྡན་འདས་སུ་དུ་ལེགས་པའི་ཡོན་ཏན་ཆ་གང་ཡོད་མཁན་དེ་ཡིན་བསམ། ལེགས་པའི་ཡོན་ཏན་དྲུག་དེ་དབང་ཕྱུག། གཟུགས་བཟང་པོ། དེ་ནས་དཔའ་ལ་ཕུན་སུམ་ཚོགས་པ། སྙན་གྲགས་ཆེན་པོ། ཤེས་རབ་ཕུན་སུམ་ཚོགས་པ། བརྩོན་འགྲུས་ཕུན་སུམ་ཚོགས་པ་རེད་འདི་ལ་ཟེར་གྱི་རེད། དེ་ནས་དེ་བཞིན་གཤེགས་པ་ད་ལྟ་གར་བཙལ་ཏེ་གནས་ལུགས་མཐར་ཐུག་རྟོགས་མཁན་ཡིན་པ། སྒྲ་བཅུ་འབར་བསལ་ཏེ། བདུད་བཞི་ཆ་ཚང་བཅོམ་ཚར་བ་ཡིན་གྱི་བདུད་བཞི་ལ། ཉོན་མོངས་པའི་བདུད་དེ། དུག་གསུམ་དེ་རེད་འདོད་ཆགས་ཞེ་སྡང་གཏི་མུག་གསུམ། ལྷ་ཡི་བུའི་བདུད་དེ། ཆོས་བྱེད་མཁན་ལ་བར་ཆད་བྱེད་མཁན་བདུད་འགའ་ར་དབང་ཕྱུག་ལྟ་བུ་རེད། ཕུང་པོའི་བདུད་ཟེར་ན་ང་རང་ཚོའི་གཟུགས་ཀྱི་ཕུང་པོ་དེ་རེད། འཆི་བདག་བདུད་ཟེར་ན། ང་རང་ཚོ་རང་དབང་མེད་པར་འཆི་བ་དེ་རེད། ད་འདི་ལ། བདུད་བཞིའི་སྲིད་འཁོར་བ། སྒྲ་བཅུ་འབར་བདུད་བཞི་ཆ་ཚང་སྤངས་ཚར་བ་ཡིན་གྱི་ནི་བྱས། ཨ་དེ་འདྲ་རེད་བཞི་ལ་བྱས་ནས། ད་ལྟ་ངས་འདི་ཞུས་པ་ནི་སངས་རྒྱས་ཏེ་མ་རིག་པ་བྱ་ལྟ་སྟེ་ཚང་མ་སངས་རྒྱས་སངས་རྒྱས་ཏེ་མ་རིག་པ་བྱ་ཚང་སྤངས་ཚར་བ་ཡིན་གྱིན། བཅོམ་ལྡན་འདས་ཟེར་ན་སངས་རྒྱས་དེ་ནི་ལེགས་པའི་ཡོན་ཏན་དྲུག་ཆར་དང་ལྡན་པ་ཡིན་གྱིན། དེ་བཞིན་གཤེགས་པ་སྟེ་སངས་རྒྱས་དེ་གནས་ལུགས་རྟོགས་པ་གནས་ལུགས་མཐར་ཐུག་རྟོགས་པ་ཡིན་གྱིན། དགྲ་བཅོམ་པ་སྟེ་སངས་རྒྱས་ཟེར་མཁན་དེ་བདུད་བཞི་ཆ་ཚང་སྤོངས་ཚར་བ་ཡིན་གྱིན་ཅེས་པ་རེད་དེ། དེ་ནི་ཡང་དག་པར་རྫོགས་པའི་སངས་རྒྱས་ཏེ། ཤེས་བྱ་ཐམས་ཅད་མཁྱེན་གིན། ད་འདི་རིམ་བཞིན་དུ་དག་རང་འགྲོ་དོན་ཏེ་ཏག་ཏག་འགྲེལ་གྱི་འདུག་ནམ་རྒྱུན་ནས་གོ་བདེ་བོ་བྱ། ཡང་དག་པར་རྫོགས་པའི་སངས་རྒྱས་ཏེ། ཤེས་བྱ་ཐམས་ཅད་མཁྱེན་གིན། རིག་པ་དང་ཞབས་སུ་ལྡན་པ་སྟེ། བསླབ་པ་གསུམ་གྱི་ཉམས་ལེན་མཐར་ཕྱིན་ནས་ཐོབ་པ་ཡིན་གྱིན་ཟེར་བ་རེད། དེ་ནི་བདེ་བར་གཤེགས་པ་སུ་དགའ་ཚེ་དེ་རེད། བདེ་བར་གཤེགས་པ་སྟེ། ལམ་བདེ་བ་ནི་འབྲས་བུ་མཐར་ཐུག་ཐོབ་པ་ཡིན་མཁྱེན་གཟིགས་པར་བྱའོ། དེའི་ཕྱིར། བྱས་ཙང་དེ་ཡིན་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཏེ། ཤེས་བྱ་ཐམས་ཅད་མཁྱེན་མཁན། རིག་པ་དང་ཞབས་སུ་ལྡན་པ་སྟེ། བསླབ་པ་གསུམ་གྱི་ཉམས་ལེན་མཐར་ཕྱིན་ནས་ཐོབ་པ་ཡིན་མཁྱེན། དེ་ནི་བདེ་བར་གཤེགས་པ་སྟེ། དེ་ནི་ལམ་བདེ་བ་ནི། འབྲས་བུ་མཐར་ཐུག་ཐོབ་པ་ཡིན་མཁྱེན་གཟིགས་པར། དེ་ནི་འཇིག་རྟེན་མཁྱེན་པ་སྟེ། སུ། སེམས་ཅན་སུ་ཉམས་འདུག་སེམས་ཅན་སུ་ཡར་རྒྱས་འགྲོ་གི་འདུག་དེ་ནི་སེམས་ཅན་སུ་ངན་སོང་དུ་འགྲོ་གྲབས་བྱེད་ཀྱི་འདུག་སེམས་ཅན་སུ་ངན་སོང་དུ་སླེབས་འདུག་སེམས་ཅན་སུ་ངན་སོང་ནས་མཐོ་རིས་ལ་འགོད་དགོས་པ་འདུག་དེ་ནི་སེམས་ཅན་སུ་ཐར་པ་ལ་འགོད་དགོས་པ་འདུག་ལ་སོགས་སེམས་ཅན་གྱི་དར། དགུའི། བར་མ་ཚང་མ་མཁྱེན་འདུག་པ་ཡིན་མཁྱེན་ནི་སྲིད་པ། འཇིག་རྟེན་མཁྱེན་པ། ཨ་ནི་སྐྱེས་བུ་འདི་པའི་ཁ་ལོ་བསྒྱུར་བ་སྟེ། དཔེར་ན། དེ་ནས། མོ་གྲོ་དང། རི་ལི། འབྲས་བུར་ནང་བཞིན། སེམས་ཅན་ཐམས་ཅད། དཀའ་ངལ་མེད་ས་ལ་ཁྲིད་འགྲོ་མཁན་གྱི། སྡྲཱི་ཝར་དང་འདྲ་བ་ཡིན་མཁྱེན་ནི་སྲིད་པ། སྐྱེས་བུ་འདི་པའི་ཁ་ལོ་བསྒྱུར་བ། ད་དེ་དེ་འདྲའི་ཅི་འགྲོ་བ་ཡིན་ན་ཏག་ཏག་ནམ་རྒྱུན་ནས་གོ་བདེ་པོ་ཡོང་གི་འདུག་ཨེ་ནས་བསམ་བློ་བཏང་ས་ཡོང་གི་འདུག་ཨེ་བྱས་ཙང་ཡང་དག་པར་རྫོགས་པའི་སངས་རྒྱས་ཟེར་ན་མཚམས་ཀྱི་སྐྱེ་དགུ་རོ་སྐོར་མདོ་ཀ་རྩེ་རེད་ཡང་དག་པར་རྫོགས་པའི་སངས་རྒྱས་ཏེ་ཤེས་བྱ་ཐམས་ཅད་མཁྱེན་པ་ཡིན་མཁན་རིག་པ་དང་ཞབས་སུ་འདེམས་པ་སྟེ་བསླབ་པ་གསུམ་གྱི་ཉམས་ལེན་མཐར་གཅིག་ནས་ཐོབ་པ་ཡིན་མཁན་ཨེ་ནས་བདེ་བར་གཤེགས་པ་སྟེ་ལམ་བདེ་བ་ནས་འབྲས་བུ་མཐར་ཐུག་ཐོབ་པ་ཡིན་མཁན་ད་དེ་ཚང་མ་སངས་རྒྱས་རེད་འཇིག་རྟེན་མཁྱེན་པ་སྟེ། སེམས་ཅན་གྱི་དར་བ་རྒུད་པ་བར་མ་ཚང་མ་མཁྱེན་པ་ཡིན་མཁན་ཟེར་གྱི་རེད། སྐྱེས་བུ་འདུས་པའི་ཁ་ལོ་བསྒྱུར་བ་སྟེ་དེ་ནི་རི་ལི་དང་མོ་དྲོར་གྱི་འབྲས་བུ་དང་འདྲ་བར་སེམས་ཅན་ཐམས་ཅད་དཀའ་ངལ་མེད་ས་ལ་ཁྲིད་འགྲོ་མཁན་གྱི་སྦྲའི་བུར་དང་འདྲ་བ་ཡིན་མཁན་ཟེར་གྱི་རེད། སྐྱེས་བུ་འདུས་པའི་ཁ་ལོ་བསྒྱུར་བ། ཨེ་ནི་བླ་ན་མེད་པ་སྟེ། སེམས་ཅན་ཐམས་ཅད་དཀའ་ངལ་མེད་ས་ལ་ཁྲིད་འགྲོ་མཁན་གྱི་འདྲེ་བོར་ཡག་ཤོས་དང་འདྲ་བ་ཡིན་མཁན་ཟེར་བ་རེད། ད་འདྲེ་བོར་ཡག་ཤོས་དེ། སེམས་ཅན་ཐམས་ཅད་དཀའ་ངལ་མེད་ས་ལ་ཁྲིད་འགྲོ་མཁན་གྱི་འདྲེ་བོར་ཡག་ཤོས་ཡིན་མཁན་གྱི་བླ་ན་མེད་པ། ལྷ་དང་མིའི་སྟོན་པ་སྟེ། སྤྱིར་སངས་རྒྱས་ཀྱིས་སེམས་ཅན་ཐམས་ཅད་ལ་ཆོས་གསུང་གི་ཡོད་རེད། ཡིན་ན་ཡང་སློབ་མའི་གཙོ་བོ་དེ་ལྷ་དང་མི་གཉིས་རེད། ག་རེད་ཟེར་ན། ལྷ་དང་མི་གཉིས་མ་གཏོགས་གཞན་གྱི་ཐར་པ་ཐར་པའི་ལམ་དངོས་སུ་ཉམས་ལེན་བྱེད་ཐུབ་ཀྱི་ཡོད་མ་རེད། བྱས་ཙང་ལྷ་དང་མི་གཉིས་པོ་དེ་སངས་རྒྱས་ཀྱི་དེ་སློབ་མའི་གཙོ་བོ་ཡིན་ཙང་ལྷ་དང་མི་གཉིས་ཀྱི་བླ་མ་ཡིན་མཁན་སྲིད་པ་རེད། འདི་བྱས། ད་འདི་བར་དུ་ད་འདི་བར་དུ་ད་ནི་དུམ་བུ་དང་པོ་དེར་བ། སངས་རྒྱས་བཅོམ་ལྡན་འདས་ད་དང་ད་དེ་འདྲའི་ཡོད་མཁན་དེ་འདྲའི་ཡོན་ཏན་ཡོད་མཁན་དེ་སུ་རེད་ཟེར་བ་ཡིན་ན། སངས་རྒྱས་བཅོམ་ལྡན་འདས་འདི་སངས་རྒྱས་བཅོམ་ལྡན་འདས་ཤཱཀྱའི་ཐུབ་པ་རེད་ཟེར་བ་རེད། ཨེ་ནི་ད་འདི་ཚང་མ་ལ་སྦྱར་འགྲོ་ཡ་རེད་བ། ད་གོང་དུ་བཤད་པའི་རིག་པ་དང་ཡང་དག་པར་རྫོགས་པའི་སངས་རྒྱས་ལྟ་བུའི་ཡོན་ཏན་ཡོད་མཁན། རིག་པ་དང་ཞབས་སུ་འདེམས་པ་ལྟ་བུའི་ཡོན་ཏན་ཡོད་མཁན། བདེ་བར་གཤེགས་པ་ལྟ་བུའི་ཡོན་ཏན་ཡོད་མཁན། འཇིག་རྟེན་མཁྱེན་པ་ལྟ་བུའི་ཡོན་ཏན་ཡོད་མཁན། སྐྱེས་བུ་འདུལ་བའི་ཁ་ལོ་བསྒྱུར་བའི་ཡོན་ཏན་ཡོད་མཁན། བླ་ན་མེད་པའི་ཡོན་ཏན་ཡོད་མཁན་ལྷ་དང་མིའི་སྟོན་པ་ཡིན་མཁན་དེ་སུ་རེད་ཟེར་བ་ཡིན་ན། སངས་རྒྱས་བཅོམ་ལྡན་འདས་སངས་རྒྱས་བཅོམ་ལྡན་འདས་ཤཱཀྱའི་ཐུབ་པ་རེད་ཟེར་བ་རེད། ཨ་འདིའི་བར་དུ་དུམ་བུ་དང་པོ་དེ་རྫོགས་བ་རེད་ད་འདིའི་བར་གྱི་སངས་རྒྱས་ཀྱི་ཡོན་ཏན་དེ་ཚོ་ཚང་མ་ནང་པ་ཚང་མས་ཁས་ལེན་གྱི་ཡོད་རེད་ཟེར་བ་རེད་ད་འདི་མན་ཆད་ཀྱི་སངས་རྒྱས་ཡོན་ཏན་དེ་ཚོ་ཨ་ནི་ཐེག་པ་ཆེན་པོ་རྐྱང་པས་ཁས་ལེན་གྱི་ཡོད་རེད་ནོ་འདི་ཤེས་པ་ལ་དེ་བཞིན་གཤེགས་པ་དེ་ནི། བསོད་ནམས་དག་གི་རྒྱུ་ལྟ་སྟེ་སྟེང་གི་ས་ཆའི་ཆུ་ལྟ་བུར་རེ་བ་ལས་ཚང་བར་སྦྱར་དགོས། དེ་བཞིན་གཤེགས་པ་དེ་ནི་བསོད་ནམས་དག་གི་རྒྱུ་མཐུན་པ་དེ་བཞིན་གཤེགས་པ་དེ་ནི་དགེ་བའི་རྩ་བ་རྣམས་ཆུད་མི་ཟ་བ། དེ་བཞིན་གཤེགས་པ་དེ་ནི་བཟོད་པས་བརྒྱན་པ་དེ་བཞིན་གཤེགས་པ་དེ་ནི་བསོད་ནམས་གཏེར་རྣམས་ཀྱིས་ཤིག་དེ་བཞིན་གཤེགས་པ་ནི་དཔེ་བྱད་བཟང་པོ་རྣམས་ཀྱིས་སྤྲས་པ་དེ་བཞིན་གཤེགས་ཚེ་རྣམས་ཀྱི་མེ་ཏོག་གིས་བརྒྱན་པ་སེ་འདུག་སྒྲོལ་རེག་བྱེད་ཟང་ཐལ་དེ་བཞིན་གཤེགས་པ་ཟེར་ན། གོང་དུ་ཕྱིན་ས་གནས་ལུགས་མཐར་ཐུག་རྟོགས་པ་ཡིན་མཁན། དེ་ནི། བསོད་ནམས་དག་གི་ད་དེ་དེ་འདིར་བ་དེ་དེ་བཞིན་གཤེགས་པ་དེ་ནི་ཟེར་ན་ད་གནས་ལུགས་མཐར་རྟོགས་མཁན་སངས་རྒྱས་བཅོམ་ལྡན་འདས་དེ། དེ་ནི། འཇིག་རྟེན་ཁམས་སུ་རྟག་པར་བཞུགས་བཞུགས་པར་རེད་ཟེར་བ་རེད། འཇིག་རྟེན་ཁམས་སུ་རྟག་པར་བཞུགས་བཞུགས་པར་རེད་ཟེར་བ་རེད། ད་དེ་ལ་རྒྱུ་མཚན་གཉིས་ཡོད། དེ་བཞིན་གཤེགས་པ་དེ་འཇིག་རྟེན་ཁམས་སུ་དུས་རྟག་ཏུ་བཞུགས་ཡོད་རེད། འདི་ལ་ཞུགས་དགོས་པའི་རྒྱུ་མཚན་རྣམ་པ་གཉིས་ཡོད་རེད་ཟེར་བ་རེད། བསོད་ནམས་དག་གི་རྒྱུ་མཐུན་པ་ཟེར་ནས་རྒྱུ་མཚན་དང་པོ། དགེ་བའི་རྩ་མེད་ཆུད་མེད་ཟེར་བ་དེ་རྒྱུ་མཚན་གཉིས་པ་རེད། ཨ་ནི་བསོད་ནམས་དག་གི་རྒྱུ་མཐུན་པ་སྟེ། སྔོན། ད་རྒྱུ་མཚན་དང་པོ་དེ་སྔོན་བྱང་ཆུབ་སེམས་དཔའ་ཡིན་པའི་སྐབས་སུ། ཁོ་རང་གིས་བསགས་པའི་དགེ་བ་ཐམས་ཅད་དུས་ནམ་ཡང་རྫོགས་ཡ་མེད་པ་ཅིག་ཏུ་གྱུར་ཅིག་ཟེར་ནས་སྨོན་ལམ་བཏབ་པ་རེད། དེའི་རྐྱེན་གྱིས་སངས་རྒྱས་འཇིག་རྟེན་གྱི་དུས་རྟག་པར་བཞུགས་ཞུ་བ་བདེ་པོའི་ཐུགས་དགོས་རེད་ཟེར་བ་རེད། བསོད་ནམས་དག་གི་རྒྱུད་མཐུན་པ་སྟེ། སྔོན་བྱང་ཆུབ་སེམས་དཔའ་ཡིན་པའི་སྐབས་སུ། བྱང་ཆུབ་སེམས་དཔའ་ཁོ་རང་གིས་གང་བསགས་པའི་དགེ་བ་བསགས་ཚད་ཐམས་ཅད་དུས་ནམ་ཡང་རྫོགས་ཡ་མེད་པ་ཅིག་ཏུ་གྱུར་ཅིག་ཅེས་སྨོན་ལམ་བཏབ་པ་རེད། སྨོན་ལམ་བཏབ་པ་ཡིན་གྱིན་ཟེར་བ་རེད། ད་དེའི་རྐྱེན་གྱིས་འཇིག་རྟེན་གྱི་དུས་རྟག་ཏུ་བཞུགས་ཞུ་བ་བདེ་པོའི་ཐུགས་དགོས་རེད། ཨེ་ནི་དགེ་བའི་རྩ་བ་ནི་ཆུད་མི་ཟ་བ་སྟེ། སྔོན། བྱང་ཆུབ་སེམས་དཔའ་ཡིན་པའི་སྐབས་སུ། བྱང་ཆུབ་སེམས་དཔའ་ཁོ་རང་གི་དགེ་བ་བསགས་ཚད་ཐམས་ཅད། ཨེ་ནི་སངས་རྒྱས་ས་ལ་དམིགས་ནས་དགེ་བ་བསགས་པ་ཡིན་དུས། འཕྲོ་བརླག་འགྲོ་ཡ་རྩ་ནི་ཡོད་མ་རེད། ཨེ་ནི་དེའི་རྒྱུ་མཚན་གྱིས། འཕྲོ་བརླག་འགྲོ་ཡ་རྩ་ནི་མེད་མཁན་ཡིན་དུས། དེའི་རྒྱུ་མཚན་གྱིས་འཇིག་རྟེན་ཁམས་ལ་རྟག་ཏུ་བཞུགས་ཞུ་བ་འདི་དགོས་བ་རེད། འོ་འདི་རེད། ཕལ་ཆེར་དག་བསོད་ནམས་དག་གི་རྒྱུ་མཐུན་པ་སྟེ། སྔོན་བྱང་ཆུབ་སེམས་དཔའ་ཡིན་པའི་སྐབས་སུ། བྱང་ཆུབ་སེམས་དཔའ་ཁོ་རང་གི་དགེ་བ་བསགས་ཚད་ཐམས་ཅད་དུས་ནམ་དུ་ཡང་རྫོགས་ཡ་མེད་པ་ཉིད་དུ་གྱུར་ཅིག་ཅེས་པའི་སྨོན་ལམ་བཏབ་པའི་མཐུ་ལ་བརྟེན་ནས། རྟག་ཏུ་འཇིག་རྟེན་ཁམས་སུ་ཞུགས་ཤུ་བ་གནང་མཁན་ཡིན་མཁན་ནི་སྲིད་པ་རེད། དགེ་བའི་རྩ་ན་ཆུད་མི་ཟད་པ་སྟེ། སྔོན་བྱང་ཆུབ་སེམས་དཔའ་ཡིན་པའི་སྐབས་སུ་ཁོ་རང་གི་དགེ་བ་བསགས་ཚད་ཐམས་ཅད་སངས་རྒྱས་ཀྱི་ས་ན། དམིགས་ནས་བསགས་པ་ཡིན་དུས། ནམ་ཡང་འཕྲོ་བརླག་མེད་པ་གཅིག་ཏུ་ཆགས་སོང་བ་རེད། དེའི་དུས་ལ་བརྟེན་ནས་འཇིག་རྟེན་གྱི་རྟག་ཏུ་བཞུགས་ཞུ་བ་ཡིན་མཁན་ཞེས་པ་རེད། ཨ་ནི་བཟོད་པས་བརྒྱན་པ། ད་དེ་བཟོད་པས་བརྒྱན་པ་སྟེ། དེ་ནས། སངས་རྒྱས་ཀྱི་སྐུ་གཟུགས་དེ་མཛེས་པོ་བཞུགས་ཡོད་རེད། དེ་སྔོན་བཟོད་པ་བསྒོམས་པ་ལ་བརྟེན་ནས་བྱུང་བ་ཡིན་མཁན་ཞེས་པ་རེད། བཟོད་པས་བརྒྱན་པ།

མེ་ཏོག་ལ་ཟིན་འབྲུ་མེད་ན་མེ་ཏོག་དེ་མཛེས་པོ་ཞིག་རག་ཡོང་གི་མ་རེད། ཅི་སྟེ་མེ་ཏོག་མཛེས་པོ་རེད་དེ་ནང་ལ་ཟིན་འབྲུ་ནི་ད་དུང་མཛེས་རུ་འགྲོ་གི་ཡོད་རེད། ཨ་ནི། མཚན་དེ་སངས་རྒྱས་ཀྱི་སྐྱེས་བུ་དམ་པ་མཚོན་པར་བྱེད་པ་རེད། སྐྱེས་བུ། ད་སྐྱེས་བུ་དམ་པ་མཚོན་པར་བྱེད་པ་རེད། འདི་གི་དགའ་རོགས་མཛེས་པོ་ཡོད་རེད་དེ། དཔེ་ཆ་བཟང་པོ་ནི་དེ་ལས་ཀྱང་མཛེས་རུ་གཏང་གི་ཡོད་རེད། ཨོ་དེ་འདྲའི་བྱེད་པ་རེད། ད་དཔེ་ཆས་རྒྱག་རྒྱུ་ཡོད་རེད་བ། དཔེ་ཆས་ཟེར་དེ། མེ་ཏོག་གི་ཟེ་འབྲུ་དང་འདྲ་བ། མེ་ཏོག་ནང་གི་ཟེ་འབྲུ་དང་འདྲ་བ། མཚན་ཟེར་ན་མེ་ཏོག་ཁོ་ར་དང་འདྲ་བ་རེད། དེ་རེད་བ། དེ་ཡིན་དུས། དེ་ནས། ད། དཔེར་ན། དེ་རེད་བ། སངས་རྒྱས་ཀྱི། ད། སེན་མོ། དེ་རེད་བ། ཟངས་ཀྱི་མདོག་ལྟར་ཡོད་པ་དེ། ཨ་ནི། སངས་རྒྱས་ཀྱི། དེ། སེན་མོ་དེ་ད་དུང་མཛེས་རུ་བཏང་གི་ཡོད་རེད་བ། ཨ་ནི། དེ་རེད་བ། འོ་དེ་སོགས་ཀྱི་རེད་ཁྱེད་ལྟ། དཔེ་བྱད་བཟང་པོ་རྣམས་ཀྱིས་སྤྲས་པ་སྟེ། སངས་རྒྱས་ཀྱི་སྐུ་གཟུགས་མཛེས་པོ་བཟོ་མཁན་གྱི་ཡོན་ཏན། མཚན་བཟང་པོ་སུམ་ཅུ་སོ་གཉིས་ཀྱི་འཁོར། སེན་མོ་ཟངས་ཀྱི་མདོག་ལྟར་དམར་བ་ལ་སོགས་པ་བརྒྱད་ཅུ་ཡོད་མཁན་ཡིན་པ་གཟིགས་པར་བལྟ་སྟེ་དཔེ་བྱད་བཟང་པོ་རྣམས་ཀྱིས་སྤྲས་པ་སྟེ། སངས་རྒྱས་ཀྱི་སྐུ་གཟུགས་དེ་མཛེས་པོ་བཟོ་མཁན། ཡོན་ཏན། མཚན་བཟང་པོ་སུམ་ཅུ་རྩ་གཉིས་ཀྱི་ཡོན་ཏན་དེ་རེད། དེའི་འཁོར་འདྲ་བོ་དེ། སེན་མོ་ཟངས་ཀྱི་མདོག་ལྟར་དམར་བ་ལ་སོགས་བའི་རྒྱ་རྒྱུ་ཡོད་རེད། དེ་ལྟ་བུའི་རྒྱ་རྒྱུ་ཡོད་མཁན་ཟེར་བ་མདོར་ན། དཔེ་བྱད་བཟང་པོ་རྣམས་ཀྱིས་སྤྲས་པ་ཟེར་ན། དེ་ནི། སེན་མོ་ཟངས་ཀྱི་མདོག་ལྟར་དམར་བ་ལ་སོགས་བའི་དཔེ་བྱད་རྒྱ་རྒྱུ་དམ་པ་ཡོད་མཁན་ཞེས་པ་རེད། དེ་ནི། མཚན་རྣམས་ཀྱིས་མེ་ཏོག་གིས་སྤྲས་པ་སྟེ། དེ་ནི་སངས་རྒྱས་ཀྱི་སྐུ་གཟུགས་མཛེས་པོ་བཟོ་མཁན་གྱི་ཡོན་ཏན་གྱི་གཙོ་བོ་དེ་མཚན་བཟང་པོ་རེད། དཔེར་ན་དབུ་ཡི་ཙོག་ཐུར། སྨིན་མཚམས་ཀྱི་མཛོད་སྤུ། ཕྱག་དང་ཞབས་ལ་འཁོར་ལོ་རི་མོ་ཡོད་པ་ལ་སོགས་སུམ་ཅུ་རྩ་གཉིས་ཡོད་མཁན་ནི་སྲིད་པ་རེད། འོ་འདི་རིགས་དང་དེ་ཡི་ཆེད་ཨ་ནི་སྤྱོད་ཡུལ་རན་པར་ཐུག་པ་དང་འདི་ནི་གོ་བལྟས་འདི་གི་རེད་དཔེ་བྱད་བཟང་པོ་རྣམས་ཀྱིས་སྤྲས་པ་མཚན་རྣམས་ཀྱིས་མེ་ཏོག་རྒྱས་པ་སེ་སྤྲས་འགྲིག་གི་རེད། ད་ནི་སྤྱོད་ཡུལ་རན་པར་མཐུན་པ་སྤྱོད་ཡུལ་རན་པར་མཐུན་པ་ཟེར་ན། སྤྱོད་ཡུལ་རན་པར་མཐུན་པ་སྟེ། སངས་རྒྱས་དེ་ཕེབས་ན་ཡང་འདྲ། སངས་རྒྱས་དེ་བཞུགས་ན་ཡང་འདྲ། སངས་རྒྱས་ག་བ་ལ་བཞུགས་པ་ཡིན་ན་ཡང་མཇལ་ཁ་ཞུ་མཁན་རྣམས་ཀྱི་སེམས་ལ། འགྲོ་བོ་བཞུགས་ཡོང་གི་འགྲོ་བོ་བཞུགས་ཡོད་མཁན་རེད། ད་སྤྱོད་ཡུལ་རན་པར་མཐུན་པ་སྤྱོད་ཡུལ་རན་པར་མཐུན་པ་ཟེར་ཏོ་སྤྱོད་ཡུལ་རན་པར་མཐུན་པ་ཟེར་ན། སངས་རྒྱས། རྡོ་རྗེ། རྡོ་རྗེ་འདི་ལྟ་བུ་ལ་ཕེབས་ན་ཡང་འདྲ། སངས་རྒྱས་མཉན་ཡོད་ལྟ་བུ་བཞུགས་ན་ཡང་འདྲ། གང་ལྟར། སངས་རྒྱས་གང་ན་གནས་པ་ཡིན་ན་ཡང་མཇལ་ཁ་ཞུ་བ་ཡོད་མཁན་སེམས་ལས་རྣམས་ཀྱི་སེམས་ལ་སྒྲོ་བོ་བཞི་བོ་ཡོད་མཁན་ཅིག་རེད། འདི་ལ་སྤྱོད་ཡུལ་རན་པར་མཐུན་པ་ཟེར་བ། མཐོང་ན་མི་མཐུན་པ་མེད་པ་སྟེ།

སྙམ་པའི་སྙམ་དུ་བསམས་ནས། མ་བདེ་བ་ནམ་ཡང་སྐྱེ་མི་འཇུག་གིན་ཅི་རེད་དེ་ལ་གཟིགས་པར་མཐོང་ན་མི་མཐུན་པ་མེད་པ། གཟི་མཚམས་འདྲ་བོ་དེ་གཟིམ་ཐུབ་པ་ཅིག་མཐོང་ན་མི་མཐུན་པ་མེད་པ་སྲིད་དེ། དཔེར་ན། ད་སུ་ཡིན་ན་རེ་མུ་སྟེགས་པ་ལྟ་བུའི་སེམས་ཅན། སངས་རྒྱས་མཇལ་ཁ་ཞུ་བར་ཡོང་དུས། མཇལ་ཁ་ཡོང་ནས་སངས་རྒྱས་དངོས་སུ་མཇལ་དུས། ད་སངས་རྒྱས་དེ་སྡུག་ཅག་བཞི་བོ་རེད་འདུག་སྙམ་དུ་བསམ་ནས། སངས་རྒྱས་ལ་མ་དད་པ་རྩ་བ་ནས་སྐྱེ་མི་བཅུག་གིན་ཡིན་དུས་མཐོང་ན་མི་མཐུན་པ་སྲིད་པ་རེད། མི་མཐུན་པ་མེད་པ། དད་པའི་མོས་པ་རྣམས་ལ་མངོན་པར་དགའ་བ་སྟེ། ད་འདི་དང་པོ་དེ། དེ་ནས་མ་དད་པའི་སྒོ་ནས་ལྗགས་བཞུར་བ་ད་འདི་དེ། མཐོང་ན་མི་མཐུན་པ་མེད་པ་སྲིད་དུས་ད། དེ་ནས་དང་པོ་ཡོངས་འདུས་དེ་ནས་མ་དད་པ་ཡོད་རེད་མ་དད་པའི་སྒོ་ནས་ཡོང་བ་འདྲ་བོ་རེད་དེ། ད་འདི་དད་པའི་སྒོ་ནས་རེད་དེ་ནི། དད་པས་མོས་པ་རྣམས་ལ་མངོན་པར་དགའ་བ་སྟེ། དད་པའི་སྒོ་ནས། སངས་རྒྱས་མཇལ་ཁ་ལ་འགྲོ་མཁན་རྣམས་ལ། དེ་ནི། སེམས་ལ། དགའ་བ། ལུས་ལ་བདེ་བ་བཞི་བོ་ཅིག་ཡོང་བཅུག་མཁན་དེ་སངས་རྒྱས་རེད། དད་པས་མོས་པ་རྣམས་ལ་མངོན་པར་དགའ་བ་སེ། དད་པའི་སྒོ་ནས་སངས་རྒྱས་རྗེ་ག་ལ་ཡོང་སོང་ན། རྗེ་ག་ཞུ་མཁན་ཡོངས་རྫོགས་ཀྱི་ལུས་ལ་བདེ་བ། སེམས་ལ་དགའ་བ་བཞི་བོ་ཅི་ཡོང་བཅུག་གི་ཡོད་རེད་རང་བཞིན་ཡོང་ཡོང་བཅུག་གི་ཡོད་རེད་དེ་འདྲས་ཡོང་བཅུག་གིན་སྲིད་པ་རེད། དེ་ཡིན་དུས་ད་ད་མཐོང་ན་མི་མཐུན་པ་མེད་པ་ཟེར་ན། དང་པོ། མ་དད་པའི་སྒོ་ནས་སངས་རྒྱས་རྗེ་ག་ལ་ཞུ་མཁན་ལ་སྦྱར་ན་འགྲིག་རེད། མཐོང་ན་མི་མཐུན་པ་མེད་པ་སྟེ། སེམས་ལ་དད་པ་མེད་པའི་སྒོ་ནས། སངས་རྒྱས་མཇལ་ག་ལ་ཡོང། ཨ་ནི་སངས་རྒྱས་སྔོ་སོང་མཇལ་དུས། ད། ང་ཚོས་མཇལ་བའི་སངས་རྒྱས་དེ་སྡུག་ཅག་ཞེ་བོ་རེད་འདུག་སྙམ་དུ་བསམ་ནས། མ་བསྡད་པ་ད་རྩ་བ་ནས་སྐྱེ་མི་འཇུག་གི་ཡིན་དུས་མཐོང་ན་མི་དོན་མེད་པ། དད་པའི་མོས་པ་ང་ལ་མངོན་པར་དགའ་བ་སྟེ། ཨ་ནི་དད་པའི་སྒོ་ནས་སངས་རྒྱས་མཇལ་ག་ལ་ཡོང་དུས། དད་པའི་སྒོ་ནས་སངས་རྒྱས་མཇལ་ག་ཡོང་མཁན་རྣམས་ལ། དེ་ནི་ལུས་ལ་བདེ་བ་སེམས་ལ་དགའ་བོ་དགའ་བ་ཤིན་ཏུ་རྒྱ་ཆེན་པོ་བཞི་བོ་ཡོང་བཅུག་གི་ཡོད་རེད་ཡོང་བཅུག་གིན་ཡིན་གིན་ཟིག་གོ་རེད། ཤེས་རབ་ཟིལ་གྱིས་མི་ནོན་པ་དག་ཤེས་རབ་ཟིལ་གྱིས་མི་ནོན་པ་སྟེ། དེ་ནི། ཤེས་རབ་ཟིལ་གྱིས་མི་ནོན་པ་སྟེ་སུ་གང་གིས་ཀྱང་སངས་རྒྱས་དེའི་རྩོད་པས་ཕམ་མི་ཐུབ་པ་ཡིན་གིན་ཟིག་གོ་རེད། དེ། ཤེས་རབ་ཟིལ་གྱིས་མི་ནོན་པ་སྟེ་སུ་གང་གིས་ཀྱང་སངས་རྒྱས་ལ་རྩོད་པ་བརྒྱབ་ནས། སངས་རྒྱས་དེ་རྩོད་པས་ཕམ་མི་ཐུབ་པ་ཡིན་མཁན་ནི་སྲིད་པ་རེད། དེ་ནི་སྟོབས་ན་ལ་བརྫི་བ་མེད་པ་སྟེ། སུ་གང་གིས་སངས་རྒྱས་དེ་ལ་ཤུགས་ཚད་ནས་སངས་རྒྱས་དེ་ཕམ་མི་ཐུབ་པ་ཡིན་མཁན་ནི་སྲིད་པ་རེད། སྟོབས་ན་བརྫི་བ་མེད་སེམས་ཅན་རྣམས་ཀྱི་སྟོན་པ་སྟེ། དེ་ནི་སེམས་ཅན་ཐམས་ཅད་ལ་ཆོས་སྟོན་པ་ལ་སོགས་པའི་སྒོ་ནས། སེམས་ཅན་ཐམས་ཅད་ཐམས་ཅད་ཀྱི་དོན་དག་བྱེད། བྱེད་མཁན་བྱེད་མཁན་ནི་བྱེད་པ་ཡིན་མཁན་ཟེར་བ། སེམས་ཅན་ཐམས་ཅད་ཀྱི་སྟོན་པ་སྟེ། སེམས་ཅན་ཐམས་ཅད་ལ་ཆོས་སྟོན་པ་ལ་སོགས་པའི་སྒོ་ནས་སེམས་ཅན་ཐམས་ཅད་ཀྱི་དོན་དག་བྱེད་མཁན་ཡིན་མཁན་ཟེར་བ་རེད། བྱང་ཆུབ་སེམས་དཔའ་རྣམས་ཀྱི་ཡབ་སྟེ། དེ་ལ་དཔེར་ན། འཁོར་ལོས་བསྒྱུར་བའི་རྒྱལ་པོ། འཁོར་ལོས་བསྒྱུར་བའི། འཁོར་ལོས་བསྒྱུར་བའི་རྒྱལ་པོ་ལ་སྲས་མང་པོ་ཡོད་པ་ཡིན་ན་ཡང། སྲས་ཚང་མ་ལ་མཚན་བཟང་པོ་གི་ཡོན་ཏན་ཡོད་ས་མ་རེད། དེའི་ནང་ནས་ཡང་སྲས་གཅིག་ལྟ་བུ་ལ་མཚན་བཟང་གི་ཡོན་ཏན་ཡོད་མཁན་ཡོད་ས་རེད། འདི་ལ་འཁོར་ལོས་བསྒྱུར་བའི་རྒྱལ་པོའི་བཅའ་ལག་འཁོར་ལོ་རིན་པོ་ཆེ་འདྲ་བོ་སྤྲད་ནས་དེ་ནས་ཁོ་རྒྱལ་པོ་ལ་བསྐོ་བཞག་བྱེད་ཀྱི་ཡོད་རེད། དེའི་སྐབས་སུ། དེ་འབྲེལ་གྱི་འཁོར་ལོ་སྤྲད་ས་དེ། འཁོར་ལོའི་རྒྱལ་པོའི་རྒྱུའི་སྲས་དང། འཁོར་ལོའི་རྒྱལ་པོའི་རྒྱལ་པོ་ཁོ་རང་དེའི་ཡབ་ཆགས་གྲུབ་བར། དཔེ་དེ་ནང་བཞིན། དེ་ནས་སངས་རྒྱས་ལ་སློབ་མ་མང་པོ་ཡོད་རེད་དེ། ཡིན་ནའི་སངས་རྒྱས་ཁོ་རང་གི་ཡོན་ཏན་ནི་གང་གཱ། བྱང་ཆུབ་སེམས་དཔའ་ལ་གནང་གི་ཡོད་པ་ཡིན་དུས་དེའི་ཐོག་ནས། སངས་རྒྱས་དེའི་ཡབ་བྱང་ཆུབ་སེམས་དཔའ་དེ་སྲས་ཆགས་པར། བྱས་ཙང་བྱང་ཆུབ་སེམས་དཔའ་རྣམས་ཀྱི་ཡབ་སྲིད་བར། དེ་ནས་འཕགས་པའི་གང་ཟག་རྣམས་ཀྱིས་འཕགས་པའི་གང་ཟག་རྣམས་ཀྱི་རྒྱལ་པོའོ་ཟེར་ཏེ། འཕགས་པའི་གང་ཟག་རྣམས་ཀྱི་རྒྱལ་པོའོ་ཟེར་ན་དེ་འདྲིར་བ། དེ་ནས། འཕགས་པའི་གང་ཟག་རྣམས་ཀྱི་རྒྱལ་པོ་སྟེ། ཉན་ཐོས་འཕགས་པ་དེ་ཚོ། སངས་རྒྱས་གང། གསུངས་པ་དེ་ཚོ། ཉན་ཐོས་ཀྱི། ཉན་དགོས་ཀྱི་ཡོད་རེད། ད། ཉན་ཐོས་འཕགས་པ་དེ་ཚོ་སངས་རྒྱས་ཀྱིས་གང་གསུངས་ན་ཡང་གསུང་ཚད་ཐམས་ཅད། ཉན་ནས་ཉན་མཁན་རེད་འདི་བ་རེད་བྱས་ཙང། སངས་རྒྱས་དེ་དེ་ནས། ཉན་ཐོས་དོན་དུ་སངས་རྒྱས་ཀྱི་འབངས་མི་སེར་འདྲ་བོ་གཡོག་པོ་འདྲ་བོ་རེད་སངས་རྒྱས་ནི་ཉན་ཐོས་འཕགས་པ་རྣམས་ཀྱི་རྒྱལ་བོའི་བྱ་བ་ལྟ་བུ་བྱེད་མཁན་ཡིན་ཙང། དེ་ནས། སངས་རྒྱས་དེ་ཉན་ཐོས་འཕགས་པ་རྣམས་ཀྱི་རྒྱལ་བོ་རེད་ཟེར་བ་རེད་ལྟ་འདོད་ན། འཕགས་པའི་གང་ཟག་རྣམས་ཀྱི་རྒྱལ་བོ་སྟེ། ཉན་ཐོས་འཕགས་པ་དེ་ཚོ་སངས་རྒྱས་ཀྱི་བཀའ་ག་རེ་གནང་ཡང་བཀའ་བརྩི་དགོས་ཀྱི་ཡོད་རེད་བཀའ་བརྩི་དགོས་ཀྱི་ཡོད་པ་ཡིན་ཙང་ཨེ་ནི། སངས་རྒྱས་དེ་ཁོང་ཚོའི་རྒྱལ་པོ་ལྟ་བུ། ཁོང་ཚོ་སངས་རྒྱས་ཀྱི་གཡོག་ལྟ་བུ་ཡིན་དུས་ཨེ་ནི། འཕགས་པའི་གང་ཟག་རྣམས་ཀྱི་རྒྱལ་པོ་ཉན་ཐོས་འཕགས་པའི་གང་ཟག་རྣམས་ཀྱི་རྒྱལ་པོ་ལྟ་བུ་རེད་ཟེར་བ་རེད། དེ་རེད་ད་དེ་ནས་འདི་བྱས་ལ། མྱ་ངན་ལས་འདས་པའི་གྲོང་ཁྱེར་དུ་འགྲོ་བ་རྣམས་ཀྱི་དེད་དཔོན་ཏེ། དེ་ནས། ཐེག་ཆེན་ཆོས་ལ་མ་ཞུགས་པ་རྣམས་དཀའ་ངལ་རྩ་བ་ནས་མེད་པའི་ས་ལ་ཁྲིད་འགྲོ་མཁན་གྱི་མགོ་ཁྲིད་རྐྱང་ཡིན་མཁན་སྲིད། མྱ་ངན་ལས་འདས་པའི་གྲོང་ཁྱེར་དུ་འགྲོ་བ་རྣམས་ཀྱི་དེད་དཔོན་ཏེ། སེམས་ཅན་ཆོས་ལ་མ་ཞུགས་པ་རྣམས་ད་འདི་འདྲས་བྱས་ནས། འོ་དེ་དེ་རེད་ད་ཐེག་ཆེན་དུ་མ་སྦྱར་མ་ནི་མྱ་ངན་ལས་འདས་པའི་གྲོང་ཁྱེར་དུ་འགྲོ་བ་རྣམས་ཀྱི་དེད་དཔོན་ཏེ། སེམས་ཅན་ཆོས་ལ་མ་ཞུགས་པ་རྣམས། དཀའ་ངལ་མེད་ས་ལ་ཁྲིད་འགྲོ་མཁན་གྱི་འགོ་ཁྲིད་ཀྱང་ཡིན་མཁན་གཟིགས་བ་རེད། ཨ་ནི་ཡིད་ཤེས་དཔག་ཏུ་མེད་པ་སྟེ། དེ་ནས་ཡིད་ཤེས་དཔག་ཏུ་མེད་པ་སྟེ། ཤེས་དགོས་ཡ་དཔག་ཏུ་མེད་པ་ཡོད་རེད། ཤེས་བྱའི་ཁམས་ལ་ཤེས་དགོས་ཡ་དཔག་ཏུ་མེད་པ་ཡོད་རེད་དེ། དེ་གང་ག་སངས་རྒྱས་ཀྱི་མཁྱེན་ཐུབ་པ་ཡིན་ཙང་ཡིད་ཤེས་དཔག་ཏུ་མེད་པ་གཟིགས་བ་རེད། མདོར་ན་ཡེ་ཤེས་དཔག་ཏུ་མེད་པ་སྟེ། ཤེས་དགོས་ཡ་བསམ་གྱིས་མི་ཁྱབ་པ་ཤེས་བྱའི་ཁམས་ལ་ཡོད་རེད་དེ། དེ་གང་ག་སངས་རྒྱས་ཀྱིས་མཁྱེན་ཐུབ་པ་ཡིན་ཙང་ཡང་ནི་ཡེ་ཤེས་དཔག་ཏུ་མེད་པར་གཟིགས་པ་རེད། སྤོ་བ་བསམ་གྱིས་མི་ཁྱབ་པ་ད་དེ་སྤོ་བ་བསམ་གྱིས་མི་ཁྱབ་པ་སྟེ། དེ་ནས་དོན་དག་གཅིག་ལ་སྐལ་བ་མང་པོའི་རིང་ལ་ཚིག་དང་ཡི་གེ་མ་འདྲ་བས་ཁོ་ནས་ག་ཚོད་ཤེས་ན་ཡང་རྫོགས་ཡ་མེད་པ་ཡིན་མཁན་གཟིགས་པ་རེད། གདུལ་བྱ་མང་པོས་དུས་ཚོད་སྐར་མ་མང་པོའི་རིང་ལ་དྲི་བ་འདྲ་མི་འདྲ་ག་ཚོད་དྲིས་པ་ཡིན་ན་ཡང། དེ་ནས་དུས་ཚོད་གཅིག་གི་སྟེང་དུ་སངས་རྒྱས་ཀྱི་ལན་སྤྲད་ཐུབ་གི་ཡོད་སྤྲད་ཐུབ་པ་ལན་སྤྲད་ཐུབ་ཀྱི་ཡིན་གྱིན་ཟེར་བ་རེད། མ་ཟད་དྲི་བ་གང་ག་ལ་གསུང་གཅིག་གིས་ལན་ལན་སྤྲད་དགོས་ན་ཡང་དེ་འདྲའི་ལན་སྤྲད་ཐུབ་ཀྱི་རེད་ཟེར་བ་རེད། བྱས་ཙང་སྤོབས་པ་བསམ་གྱིས་མི་ཁྱབ་པ་ཟེར་བ་རེད། གསུང་རྣམ་པར་དག་པ་སྟེ། སངས་རྒྱས་གསུང་ལ་རྫུན་བཤད་པ་འདྲ་བོ། མདང། མི་སྙན་པ་འདྲ་བོ། གསུང་ལྡབ་ལྡིབ་ཆགས་པ་འདྲ་བོ། དེ་འདྲའི་སྐྱོན་རྩ་བར་མེད་པ་ཡིན་མཁན་སུ་བར་གསུང་རྣམ་པར་དག་པ། གསུང་རྣམ་པར་དག་པ་སྟེ། སངས་རྒྱས་གསུང་ལ་རྫུན་བཤད་པ་འདྲ་བོ། དབྱངས་མི་སྙན་པ་འདྲ་བོ། གསུང་ལྡབ་ལྡིབ་ཆགས་པ་འདྲ་བོ། དེ་འདྲའི་སྐྱོན་རྩ་ནས་མེད་མཁན། ཡིན་མཁན་ཡིན་པ་ལ། དེ་ནས་གསུང་རྣམ་པར་དག་པ་དབྱངས་སྙན་པ་སྟེ། སངས་རྒྱས་གསུང་དེ་སུའི་གོ་ན་ཡང། ཨམ་ཅོག་ལ་འགྲོ་བོ་ཞི་བོ་ཡོད་མཁན་གྱི་རེད་དེ་དབྱངས་སྙན་པ། དེ་རེད་བ་དབྱངས་སྙན་པ་སྟེ་སངས་རྒྱས་ཀྱི་གསུང་དེ་སུའི་ཨམ་ཅོག་ལ་གོ་བ་ཡིན་ན་ཡང། དེ་ནས་ཨམ་ཅོག་ལ་སྙན་པོ་ཞི་བོ་ཡོད་མཁན་གྱི་ཡིན་པ། སྙན་པོ་ཡོད་མཁན་ཟེར་བ་རེད་སྙན་བ་དབྱངས་སྙན་པ། སྐུ་རྗེས་ལྟ་བའི་ཕྱོགས་མི་ཤེས་པ་སྟེ། སངས་རྒྱས་ཀྱི་སྐུ་ལ་ཡུན་རིང་པོ་ག་ཚོད་རིང་ལྟ་བ་ཡིན་ན་ཡང་ད་དུང་ལྟ་སྙིང་གྲོ་རོ་གྲོ་རོ་འགྲོ་གིན་རེད་ཟེར་བ་རེད། དེ་ང་རང་རྡོ་རྗེ་གདན་གྱི་སྟོན་པའི་ཐུགས་པ་དེ་མཇལ་ཡོང་འདུག་པ་ན་ད་དངོས་སུ་ང་ཚོ་སངས་རྒྱས་ཀྱི་མཇལ་ཡོང་མར་དེ་ཨ་ནི་རྡོ་རྗེ་གདན་གྱི་སྟོན་པའི་ཐུགས་ལ་གང་སྟོན་པའི་མཇལ་ཡོང་འདུག་པ་ན་ཨ་ནི་ལྟ་སྙིང་གྲོ་རོ་འགྲོ་རུ་མཇལ་སྙིང་གྲོ་རོ་འགྲོ་འགྲོ་ཡ་རེད་ད་འདི་འདྲའི་འདི་ད་མི་ཡི་ཟོལ་རྒྱོགས་རོ་བ་དེ་དངོས་སུ་མཇལ་ན་དེ་ལས་ཀྱང་ལྷག་པ་རེད། ཨ་ནེ་སྐུ་སྐྱེས་ལྟ་བས་ཆོག་མི་ཤེས་པ་སྟེ། སངས་རྒྱས་ཀྱི་སྐུ་ལ་ཡུན་རིང་པོ་ག་ཚོད་ལྟ་བ་ཡིན་ན་ཡང། ད་དུང་ལྟ་ཉིན་གྲོ་རུ་གྲོ་རུ་འགྲོ་མཁན་ཡིན་མཁན་ཟེར་བ་རེད། ཨ་ནེ་སྐུ་མཚུངས་པ་མེད་པ་སྟེ། སྐུ་མཚུངས་པ་མེད་པ་སྟེ་དེ་ནས་སངས་རྒྱས་ཀྱི་གདུལ་བྱ་ཁོ་རང་གི་གཟུགས་པོ་ནང་བཞིན་བཏོན་ནས་གདུལ་བྱ་དེ་བཏུལ་གྱི་ཡོད་རེད། དཔེར་ན། གདུལ་བྱ་མི་ཡིན་ན། མིག་གི་གཟུགས་སུ་ཕལ་ནས། དེ་ནི། འགྲོ་དོན་གནང་གི་ཡོད་རེད། གདུལ་བྱ་ལྷ་ཡིན་ན། ལྷ་ཡི་བཟོ་ལྟ་བྱས་ནས། ཨ་ནི་འགྲོ་དོན་གནང་གི་ཡོད་རེད་དེ་འདྲའི་སྟོན་ཐུབ་མཁན་ཡིན་ཙང་སྐུ་མཚུངས་པ་མེད་པ་ཟེར་བས། སྐུ་མཚུངས་པ་མེད་པ་ཟེར་ན་སངས་རྒྱས་ཀྱི་གདུལ་བྱ་ཁོ་རང་གི་གཟུགས་པོ་ནང་བཞིན་སྟོན་ཐུབ་ཀྱི་ཡོད་རེད། དཔེར་ན། གདུལ་བྱ་མི་ཡིན་ན། མིའི་གཟུགས་སྟོན་ཐུབ་མཁན། གདུལ་བྱའི་ལྷ་ཡིན་ན་ལྷ་ཡི་གཟུགས་སྟོན་ཐུབ་མཁན་ཡིན་ཙང་དེ་འདྲ་སྟོན་ཐུབ་མཁན་ཡིན་ཙང་སྐུ་མཚུངས་པ་མེད་པ། དེ་ནི་འདོད་པ་དག་གིས་མ་གོས་པ་སྟེ། འདོད་པ་དག་གིས་མ་གོས་པ་སྟེ། འཛམ་བུ་གླིང་ན་སངས་རྒྱས་བཞུགས་པའི་སྐུ་དུས་སུ། ད་ལྟ་ང་ཚོ་མི་ལ་ཡོད་པའི་སྐྱོན་ཁོང་ཁྲོ་འདོད་ཆགས་གཏི་མུག་ལ་སོགས་པའི་སྐྱོན་དེ་ཚོ་སངས་རྒྱས་ལ་རྩ་ནས་མེད་མཁན་རེད་ཟེར་བ་དེ་འདོད་པ་དག་གིས་མ་འདྲེས་པ། གཟུགས་དག་གིས་ཉེ་བར་མ་གོས་པ་སྟེ། ཨ་ནི། གཟུགས་ཁམས་སུ་གཟུགས་ཁམས་སུ་སངས་རྒྱས་བཞུགས། གཟུགས་ཁམས་ལྷ་ཡི་ལུང་པ་ལ་སངས་རྒྱས་བཞུགས་དུས། ལྷ་ཡི་ཡོན་ཏན་གཟུགས་མཛེས་པོ་ཁང་པ་ཡག་པོ་ལ་སོགས་པ་ཡོད་པ་ཡིན་ན་ཡང། སངས་རྒྱས་ཀྱིས་དེ་ཚོ་ལ་ཞེན་ཆགས་རྩ་བ་ནས་མེད་པ་ཡིན་མཁན་རེད་དེ། གཟུགས་དག་གིས་ཉེ་བར་མ་གོས་པ། གཟུགས་མིན་པ་དག་གིས་མ་འདྲེས་པ་སྟེ། ཨ་ནི། གཟུགས་མེད་པའི་ཁམས་སུ་སངས་རྒྱས་ཕེབས་ད་ཕེབས་ཀྱི་མ་རེད་དེ། ཡིན་ན་ཡང། གཟུགས་མེད་ཁམས་དང་འབྲེལ་བའི་ཉོན་མོངས་རྩ་བ་ནས་སངས་རྒྱས་ནི་མེད་མཁན་ཡིན་ཙང། ཨེ་ནི་གཟུགས་མེད་པ་དག་དང་མ་འབྲེལ་བར་ཟེར་བ་རེད། ཨེ་ནི་སྡུག་བསྔལ་དག་ལས་རྣམ་པར་གྲོལ་བ། སྡུག་བསྔལ་དག་ལས་རྣམ་པར་གྲོལ་བ་ཟེར་ན། ཕུང་པོ་ཁམས་སྐྱེ་མཆེད་ལ་བརྟེན་པའི་སྐྱོན་མེད་མཁན་ཟེར་བ་རེད། དེ་ནི། དེ་དེའི་ཕྱིར་ད་དེ་སྡུག་བསྔལ་དག་ལས་རྣམ་པར་གྲོལ་བ་ཟེར་ཏེ། ཕུང་པོ་ཁམས། སྐྱེ་མཆེད་ལ་བརྟེན་པའི་སྐྱོན་རྩག་ནས་མེད་མཁན་གྱི་བ་རེད། དེ་ཡང་སངས་རྒྱས་རེད་ཟེར་བ་ལ་ཕུང་པོ་དག་ལས་རྣམ་པར་གྲོལ་བ་སྟེ། ཕུང་པོ་ལྔ་ལ་བརྟེན་པའི་སྐྱོན་རྩ་བ་ནས་མེད་མཁན་ཟེར་བ་རེད། དེ་ནི། ཁམས་དང་རྣམས་དང་མི་ལྡན་པ་སྟེ། ཁམས་བཅོ་བརྒྱད་ལ་བརྟེན་པའི་སྐྱོན་རྩ་བ་ནས་མེད་མཁན་ཟེར་བ་རེད། སྐྱེ་མཆེད་རྣམས་བསྡམས་པ་སྟེ། སྐྱེ་མཆེད་བཅུ་གཉིས་ལ་བརྟེན་པའི་སྐྱོན་རྩ་བ་ནས་མེད་མཁན་ཟེར་བ་རེད། ཨ་ནི་འདུས་པ་རྣམས་ཀྱི་འདུས་པ་རྣམས་ཤིན་ཏུ་གཅེས་པ་སྟེ། དེ་ནས་ཉོན་མོངས་དེ་ཚོ་ལ་ང་ཚོ་གོམས་ཆ་ཆེན་པོ་ཞེ་པོ་ཡོད་རེད། དེ་ཡིན་དུས་ད་ད་ལྟ་ང་ཚོས་ཉོན་མོངས་དེ་ཚོ་སྤང་ཁག་པོ་ཆགས་པ་ཡིན་ཙང། སྐུད་པའི་མདུད་པ་འདྲ་བོ་ཆགས་ཚར་བ་རེད། རེད་ཆ་ང་ཚོར་རེད། ཡིན་ན་ཡང་སངས་རྒྱས་ཀྱི་སྐུད་པའི་མདུད་པ་དང་འདྲ་བ་ཉོན་མོངས་ཐམས་ཅད་སྤངས་ཚར་བ་ཡིན་གྱིན་རེད་བྱས་ཙང། འདུས་པ་རྣམས་ཀྱིས་ཤིན་ཏུ་འདུས་པ་ནི་ཤིན་ཏུ་གཅེས་པ་ཟེར་བར། དཔེར་ན། སྟེར་བ། ད་ལྟ་ང་ཚོ་ལ། འདོད་ཆགས། ཞེ་སྡང། ལ་སོགས་པའི་ཉོན་མོངས་དེ་ཚོ། སྐྱེ་བ་ཐོག་མ་མེད་པ་ནས་གོམས་ཆ་ཆེན་པོ་བཞི་བོ་ཅིག་ཕྱིན་ཚར་བ་ཡིན་དུས། ད་ལྟ་ང་ཚོས་ཉོན་མོངས་དེ་ཚོ་སྤོང་ཁག་པོ། དཔེར་ན། སྐུད་པའི་མདུད་པ་འདྲ་བོ་ཆགས་སོང་བ་རེད། ཡིན་ན་ཡང་སངས་རྒྱས་ཀྱིས། དེ་ནི་སྐུད་པའི། འདུས་པ་དང་འདྲ་བའི་འདོད་ཆགས་སོགས་ཉོན་མོངས་ཚང་མ་སྤངས་ཚར་བ་ཡིན་མཁན་རེད་ཅེས་དང་འདུས་པ་རྣམས་ཤིན་ཏུ་གཅེས་པ། ཡོངས་སུ་གདུང་བ་དག་ལས་རྣམ་པར་གྲོལ་བ་སྟེ། དེ་ནས། འདོད་ཆགས་ལ་སོགས་ཉོན་མོངས་དེ་ཚོ། ག་ཚོད་ང་ཚོའི་སེམས་ལ་གོམས་སོང་བ་ན་དེའི་ཚོད་ཀྱིས་ང་ཚོའི་སེམས་ལ་དཀའ་ངལ་སྤྲད་དགོས་རེད། ད་འདིར་བ། ཉོན་མོངས་པ་ཡོངས་སུ་ཡོངས་སུ་གདུང་བ་དང་རྣམ་པར་གྲོལ་བ། འདོད་ཆགས་ཞེ་སྡང་གཏི་མུག་ཏུ་ཉོན་མོངས་དེ་ཚོས་ང་ཚོའི་སེམས་ལ་ག་ཚོད་གོམས་ཆེ་ཐེབས་སོང་ན་དེའི་ཚོད་ཀྱིས་ང་ཚོའི་སེམས་ལ་དཀའ་ངལ་སྤྲད་ཀྱི་ཡོད་རེད། དེ་འདྲའི་སྐྱོན་དེའང་སངས་རྒྱས་ལ་མེད་མཁན་ཡིན་མེད་མཁན་ཡིན་དུས་དེ་ནི། ཡོངས་སུ་གདུང་བ་དག་ལས་རྣམ་པར་གྲོལ་བ། དེ་ནི། སྲེད་པ་ལས་གྲོལ་བ་སྟེ། དེ་སྲེད་པ་ལས་གྲོལ་བ་དེ་དེ་ནས་ང་རང་ཚོ་དགའ་བའི་ཡུལ་གྲོགས་པོ་དང་ད་ལྟ་མ་འཕྲད་པ་མ་འོངས་པ་ན་དེ་ནས་འཕྲད་འདོད་ཡོད་པ་མེད་པ་དེའི་རྐྱེན་གྱིས་མདུད་པ་ཆགས་སོང་ད་དེའི་རྐྱེན་གྱིས་མདུད་པ་ཆགས་སོང་རེད།

དེ་འདྲའི་སྐྱོན་དེ་འདྲའི་འཕྲད་ན་བསམ་བསམ་གྱི་ཞེན་ཆགས་ཚང་མ་སངས་རྒྱས་ཀྱི་སྤང་ཚར་བ་ཡིན་གྱིན་སྲིད་པ་རེད་ད་ང་ཚོ་ཞེན་ཆགས་ཀྱི་ཡོ་རོ་བ་ཡིད་ལ་སྲེད་པ་ལས་གྲོལ་བ་ཟེར་ན་དགའ་ང་རང་ཚོ་གྲོགས་པོ་དང་ད་ལྟ་མ་འཕྲད་པའི་ཞེན་ཆགས་ད་འཕྲད་ན་མ་འཕྲད་པ་དེ་ཡག་པོ་རེད་མ་སོང་ལྟ་བུའི་ཞེན་ཆགས་ཡོད་རེད་དགའ་བའི་ད་ལྟ་ང་ཚོ་ལ་དགའ་བའི་གྲོགས་པོ་དང་མ་འཕྲད་པའི་ཞེན་ཆགས་ཡོད་རེད། ད་མ་འོངས་པ་ན་འཕྲད་ཐུབ་ན་ཡག་པོ་ཞིག་ཡོང་ས་རེད་ཅེས་པའི་ཞན་ཆ་ཡོད། ཞན་ཆ་དེའི་རྐྱེན་གྱིས། འདུས་པ། སྤྲོ་ལ་ཁག་པ་འདྲ་བ་ཆགས་སོང་བས། ཡིན་ན་ཡང། དེ་འདྲའི། དགའ་བའི་ཡུལ་གྲོགས་པོ་དང་འཕྲད་ན་བསམ་བསམ། འཕྲད་ན་བསམ་བསམ་གྱི་ཞན་ཆ་དེ་ཆ་ཚང་སངས་རྒྱས་ཀྱིས་སྤངས་ཚར་བ་ཡིན་མཁན་སྲིད་བར་བྱས་ཙང། སྲེད་པ་ལས་གྲོལ་བ་ཟེར་བ། ད་ཆུ་བོ་ལ། སྟེར་བ་དེའི་རྗེས་ལ་ཆུ་བོ་ལས་བརྒལ་བ་ཟེར་ཏེ། ང་རང་ཚུགས་པའི་དགའ་བའི་ཡུལ་གྲོགས་པོ་དང་འཕྲད་ནས་འཕྲད་ནས། འཕྲད་འཕྲད་ནས་ཨ་ནེ་དེ་དང་མཉམ་དུ་འབྲེལ་གཏུག་བྱེད་དུས་ཞན་ཆ་དེ་ཤུགས་ཆེ་རུ་འགྲོ་གི་ཡོད་རེད། དེ་ནི་ཆུ་བོ་འདྲ་བོ་ཆགས་སོང་བ་རེད། དེ་འདི་རུ་ཆུ་བོ་ལ་གལ་བ་ཟེར་དུས་ད། ད་ལྟ་ང་རང་ཚུགས་ཀྱི་སེམས་དགའ་བའི་ཡུལ་གྲོགས་པོ་ལྟ་བུ་དང་ཐུག་ནས། ཨན་དེ་དང་མཉམ་དུ་འབྲེལ་གཏུག་གི་སྤྱོད་ལམ་བྱེད་དུས་ཨན་ནི་ཞེན་ཆགས་ཤུགས་ཆེ་རུ་ཆེ་རུ་འགྲོ་གི་རེད། ཕྱིར་སོང་དུས་ཨན་ནི་ཞེན་ཆགས་དེ་ཆུ་བོར་ཆགས་སོང་བ་རེད། དེ་འདྲའི་ཆུ་བོ་འདྲ་བའི་ཞེན་ཆགས་དེ་སངས་རྒྱས་ཀྱི་དཔང་སར་བ་ཡིན་མཁན་ཡིན་དུས་ཆུ་བོ་ལ་བརྒལ་བ་སྲིད་གི་རེད། ཨན་ནི་ཡེ་ཤེས་ཡོངས་སུ་རྫོགས་པ་སྟེ། དེ་ནས་འཕགས་པའི་གང་ཟག་རྣམས་ཀྱི་ཐུགས་ལ་ཡེ་ཤེས་ཟེར་གི་བ་རེད། དེ་འདྲའི་ཡེ་ཤེས་རྣམས་ཀྱི་ནང་མཐར་ཕྱིན་པའི་ཡེ་ཤེས་ཡོད་མཁན་ཡིན་ཙང། ཡེ་ཤེས་ཡོངས་སུ་རྫོགས་པ་ཟེར་བ་ལྟར་ཡེ་ཤེས་ཡོངས་སུ་རྫོགས་པ་སྟེ། འཕགས་པའི་གང་ཟག་རྣམས་ཀྱི་ཐུགས་ལ་ཡེ་ཤེས་ཟེར་དགོས་རེད། དེ་འདྲའི་ཡེ་ཤེས་རྣམས་ཀྱི་ནང་ནས་མཐར་བྱེད་པའི་ཡེ་ཤེས་ཡག་ཤོས་དེ་ཡོད་མཁན་ཡིན་ཙང་ཡེ་ཤེས་ཡོངས་སུ་རྫོགས་པ་ཟེར་བ་རེད། དེ་ནི་འདས་པ་དང་མ་འཕྱོས་པ་ད་ལྟར་བྱོན་པའི་སངས་རྒྱས་བཅོམ་ལྡན་རྣམས་ཀྱི་ཡེ་ཤེས་ལ་གནས་པ་སྟེ་ད་ལྟའི་ཚང་མ་སྡོམ་ཡོད་རེད། འདས་པ་དང་མ་འཕྱོས་པར་ད་ལྟར་བྱོན་པའི་སངས་རྒྱས་བཅོམ་ལྡན་གྱི་ཡེ་ཤེས་ལ་གནས་པ་སྟེ། དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་ཡེ་ཤེས་དེ། གཅིག་པ་གཅིག་རྐྱང་ཡིན་མཁན་རེད་དེ། བྱས་ཙང་དེ་འདྲའི་ཡེ་ཤེས་ཡོད་མཁན་ཡིན་དུས། འདས་པ་དང་མ་འབྱོན་ད་ལྟར་སྤྱོད་པའི་སངས་རྒྱས་སྟོབས་ཡེ་ཤེས་ལ་གནས་པ་ཟེར་བར་འདོད་ན། འདས་པ་དང་མ་འབྱོན་ད་ལྟར་སྤྱོད་པའི་སངས་རྒྱས་བཅོམ་ཡེ་ཤེས་ལ་གནས་པ་སྟེ། དུས་གསུམ་གྱི་སངས་རྒྱས་ཐམས་ཅད་ཡེ་ཤེས་གཅིག་པ་གཅིག་རྐྱང་ཡིན་མཁན་དེ་ཡོད་མཁན་ཡིན་ཙང་འདི་འདྲས་གསུངས་པ་རེད། མྱ་ངན་ལས་འདས་པ་ལ་མི་གནས་པ་སྟེ། ཐེག་དམན་གྱི་འབྲས་བུ་ལ་ཞུགས་མཁན་ནི། འདིར་བ། མྱ་ངན་ལས་འདས་པ་ལ་མི་གནས་པ་སྟེ་ཐེག་དམན་གྱི་འབྲས་བུ་ལ་ཞུགས་མཁན་ནི་མ་ཡིན་མཁན་ནི་སྲིད་པ་རེད། ད་ཐེག་དམན་གྱི་འབྲས་བུ་ལ་མི་ཞུགས་མཁན་ནི་སྲིད་པ་རེད། དེ་སངས་རྒྱས་བཅོམ་ལྡན་འདས་རེད། ཡང་མྱ་ངན་ལས་འདས་པ་ལ་མི་གནས་པ་སྟེ་ཐེག་དམན་གྱི་འབྲས་བུ་ལ་མི་ཞུགས་མཁན་ནི་སྲིད་པ་རེད། ཡང་དག་པ་ཉིད་ཀྱི་མཐའ་ལ་གནས་པ་སྟེ། ཐེག་པ་ཆེན་པོའི་མཐར་ཐུག་གི་འབྲས་བུ་ལ་གནས་པ་ཡིན་མཁན་ནི་སྐྱེ་བ་རེད། འདི་བྱས་སོ། མྱ་ངན་ལས་འདས་པ་ལ་མི་གནས་པ་སྟེ། དེ་ནི་ཐེག་དམན་གྱི་འབྲས་བུ་ལ་མི་ཞུགས་ཀྱིན། ཡང་དག་པ་ཉིད་མཐའ་ལ་དད་པ་སྟེ། ཐེག་ཆེན་གྱི་འབྲས་བུ་མཐར་ཐུག་ལ་གནས་པ་ཡིན་གྱིན་གཟིགས་པ་རེད། དེ་ནི་སེམས་ཅན་ཐམས་ཅད་ལ་གཟིགས་པའི་ས་ལ་ཞུགས་པ་སྟེ། དེ་ནི། སེམས་ཅན་ཐམས་ཅད་ལ་གཟིགས་པའི་ས་སྟེ་སྐུ་གསུམ་རེད། དེ་སྐུ་གསུམ། སྐུ་གསུམ་ཡོད་མཁན་ཡིན་དུས། སེམས་ཅན་ཐམས་ཅད་ལ་གཟིགས་པའི་ས་ལ་ཞུགས་པ་ཟེར་བ་རེད། ག་ས་ན། ལོངས་སྐུ་དེ་གིས་ཐེག་ཆེན་འཕགས་པ་ཁོ་ན་ལ་གཟིགས་ཀྱི་རེད། དེ་ནས་སྤྲུལ་སྐུ་གིས་དེ་ནས་ཐེག་ཆེན་ཐེག་མིན་སེམས་ཅན་ཐམས་ཅད་ལ་གཟིགས་ཀྱི་རེད། ཆོས་སྐུ་དེ་ཁོ་གཉིས་ཀྱི་གཞི་འགྲོ་བ་རེད། བྱས་ཙང་དེ་འདྲའི་སེམས་ཅན་ཐམས་ཅད་ལ་གཟིགས་པའི་ས་ལ་ཞུགས་པ་སྟེ། སེམས་ཅན་ཐམས་ཅད་ཀྱི་གཟིགས་པའི་ས་སྐུ་གསུམ་ཡོད་མཁན་ཡིན་ཙང་ཨ་ནི་སངས་རྒྱས་སེམས་ཅན་ཐམས་ཅད་གཟིགས་པའི་ས་ལ་བཞུགས་པ་ཟེར་བ་རེད། ཨོ་དེའི་བར་དུ་རེད། འདི་དག་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་ཆེ་བའི་ཡོན་ཏན་ཡིན་ལགས་སོ། ད་གོང་དུ་བཤད་ཟིན་པའི་ཡོན་ཏན་འདི་དག་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ཆེ་བའི་ཡོན་ཏན། ཡང་དག་པ་དེ་གྲོག་གུ་དང་བྲལ་བ་ཡིན་མཁན་རྣམས་སོ་རྣམས་ཡིན་ཟེར་བ་རེད། ཨ་འདི་དག་ནི་གོང་དུ་བཤད་ཟིན་པའི་ཡོན་ཏན་འདི་དག་ནི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས། དེ་ནས་ཆེ་བའི་ཡོན་ཏན། ཡང་དག་པ་དེ་སྒྲོ་འདོགས་དང་སྐུར་འདེབས་ཀྱི་སྐྱོན་དང་བྲལ་བ་རྣམས་ཡིན་ནོ་ཟེར་བ་རེད། འདིའི་བར་དུ་སངས་རྒྱས་ཀྱི་རྗེས་སུ་སྤྲོད་པའི་ཡོན་ཏན་ཞེས་པ་རེད། ད་འདི་ཚོ་རེ་རེ་བཞིན་དུ་ང་རང་ཚོ་འདི་ཀུན་སྤྱོད་རྗེས་དྲན་འགྲོ་དུས་འདི་ཚོ་དོན་ཧ་ལམ་ཧ་ལམ་དེ་ནི་གོ་སའི་གོ་སར་འགྲོ་ཐུབ་པས་ན་ཡག་པོ་ཞེ་དྲག་ཡོད་རེད། ད་དེ་ནས་གཉིས་པ་དེ་གཉིས་པ། དམ་པའི་ཆོས་ཀྱི་ཡོན་ཏན་རྗེས་སུ་དྲན་པ་རེད། དམ་པའི་ཆོས་ཡོན་ཏན་རྗེས་སུ་དྲན་པ་ལ། ད་ཆོས་ལ་གཉིས་ཡོད་རོ། བསྟན་པའི་ཆོས་དང་རྟོགས་པའི་ཆོས་གཉིས་ཡོད་རེད། བསྟན་པའི་ཆོས་དེ་དཔེར་ན། རྗོད་བྱེད་ཀྱི། རྗོད་བྱེད་ཀྱི་དམ་པའི་ཆོས་རེད། རྟོགས་པའི་ཆོས་དེ་བརྗོད་བྱ་གི། དེ་ནི་དམ་པའི་ཆོས་རེད་དར་གཉིས་ཡོད་རོ། བྱས་ཙང་གཉིས་ཡོད་དམ་པའི་ཆོས་ལ་གཉིས་ཡོད་ནམ་རྒྱུན་གཉིས་ཡོད་པའི་ནང་ནས། བསྟན་པའི་ཆོས་ལ། དགེ་བ་གསུམ་གྱི་ཡོན་ཏན་ནི་བཟང་པོ་གཉིས་ཀྱི་ཡོན་ཏན་ཤེས་ཀྱི་ཡོད་རེད་འདི་ལ་ཤེས་ཀྱི་རེད།

ནས་ད་ཚང་མ་ཇར་མ་གོ་བྱེད་སྟངས་འདི། ད་དམ་པའི་ཆོས་ནི་ཐོག་མར་རྒྱས་པ་སྟེ། ཨ་མཆོག་ལ་དང་པོ་གོ་བའི་དུས་སུ། དད་པ་སྐྱེ་བའི་རྒྱུ་བྱེད་མཁན་རེད། ད་འདི་འགྲིག་རེད། དམ་པའི་ཆོས་ནི་ད་དམ་པའི་ཆོས་ནི་ཐོག་མར་རྒྱས་པ་སྟེ། ཨ་མཆོག་ལ་དང་པོ་གོ་བའི་དུས་སུ། དོན་ལ་དད་པ་སྐྱེ་བའི་རྒྱུ་བྱེད་མཁན་རེད། བར་དུ་གྱེས་པ་དེ་ནི་གཉིས་པ་བསམ་བློ་གཏོང་བའི་དུས་སུ་དོན་དེ་ཐོབ་པར་ཤེས་པའི་དགའ་བ་སྐྱེས་པའི་རྒྱུ་བྱེད་ཀྱིན་རེད། བར་དུ་གྱེས་བ་བར་དུ་གྱེས་བ་ཟེར་ན་ནི་གཉིས་པ་བསམ་བློ་གཏོང་བའི་དུས་སུ་དོན་དེ་ཐོབ་པར་ཤེས་པའི་དགའ་བ་སྐྱེས་པའི་རྒྱུ་བྱེད་ཀྱིན་རེད། ཐ་མར་གྱེས་བ་སྟེ་དེ་ནི་ཐ་མ་བསྒོམས་པའི་དུས་སུ་དོན་དེ་རྟོགས་པའི་རྒྱུ་བྱེད་ཀྱིན་རེད། ནི་ཐ་མར་གྱེས་བ་ཟེར་བ་རེད། འདི་བར་དུ་བསྟན་པའི་ཆོས་ལ། ཡོན་ཏན་གཉིས་ཡོད་ར་བཟང་པོ་གསུམ་དགེ་བ་གསུམ་གྱི་ཡོན་ཏན་དང་བཟང་པོ་གཉིས་ཡོན་ཏན་ཟེར་ན། ཡང་ནི་དགེ་བ་གསུམ་ཕྱིན་པ་ར་ད་གཉིས་པ། དེ་ནས་དེར་བ་ཁ་སོ་ན། བཟང་པོ་གཉིས་ཀྱི་ཡོན་ཏན་བསལ་ཏེ་དོན་བཟང་པོ་ཚིག་འབྲུ་བཟང་པོ། དོན་བཟང་པོ་ཚིག་འབྲུ་བཟང་པོ་བསལ་ཏེ་ད་དོན་བཟང་པོ་སྟེ། ཡང་ནི་དོན་བཟང་པོ་སྟེ། བརྗོད་བྱ་བདེན་པ་གཉིས་སྟོན་མཁན་ཟེར་བ་རེད། དོན་བཟང་པོ་སྟེ་བརྗོད་བྱ་བདེན་པ་གཉིས་སྟོན་མཁན་སྲིད་པར་ཚིག་འབྲུ་བཟང་པོ་སྟེ། འཇིག་རྟེན་ན་ཡོངས་གྲགས་ཀྱི་ཚུགས་ཚིག་གོ་བདེ་བོ་རྐྱང་རྐྱང་ཡིན་མཁན་སྲིད་པར་ཚིག་འབྲུ་བཟང་པོ་ཟེར་ན་འཇིག་རྟེན་ན་ཡོངས་གྲགས་ཀྱི་ཚིག་གོ་བདེ་བོ་རྐྱང་རྐྱང་ཡིན་མཁན་སྲིད་པར་དེ་རེད་མ་གཏོགས། གསུང་ཁ་ཤས་ཀྱི་འཛམ་བུ་གླིང་ན་རྩ་ན་མ་གྲགས་པའི་གོ་ཁག་པོ་དེ་ནི་རྩ་ནས་གསུང་ཡོད་མར་གང་གསུང་བ་དེ་ཚོ་ཚང་མ། འཇིག་རྟེན་ཡོངས་གྲགས་ཀྱི་ཚིག་གོ་བདེ་པོ་རྐྱང་རྐྱང་གསུང་བྱ་བ་ཚོགས་ནས་གསུངས་པ་རེད་ཟེར་བ་རེད། ཨ་ནི་ཚིག་འབྲུ་བཟང་པོ་ཚིག་འབྲུ་བཟང་པོ་སྟེ། འཇིག་རྟེན་ན་ཡོངས་གྲགས་ཀྱི་ཚིག་གོ་བདེ་བོ་རྐྱང་རྐྱང་ཡོད་མཁན་ཡིན་ཡོད་མཁན་ཟེར་བ་རེད། ད་འདི་བར་དུ་ཨ་ནི་བསྟན་པའི་ཆོས་ཀྱི་ཡོན་ཏན་ལ་བཟང་པོ་གཉིས་ཀྱི་ཡོན་ཏན་དང་བཟང་པོ་གཉིས་ཡོན་ཏན་དང་དགེ་བ་གསུམ་གྱི་ཡོན་ཏན་ནི་བཤད་པ་རེད། ད་གཉིས་པ་དེ་རྟོགས་པའི་ཆོས་རེད་བ། དམ་པའི་ཆོས་ལ་གཉིས་ཡོད་པའི་ནང་ནས་རྟོགས་པའི་ཆོས་རེད་རྟོགས་པའི་ཆོས་རྟོགས་པའི་ཆོས་ཀྱི་ཡོན་ཏན་ཞེས་བསྒོ། དེ་ནི་མ་འདྲེས་པ། ཡོངས་སུ་རྫོགས་པ། ཡོངས་སུ་དག་པ། ཡོངས་སུ་བྱ་བ། འདི་བར་དོ་ཤེས་པར་བལྟ། དེ་ནི་མ་འདྲེས་པ། མུ་སྟེགས་པའི་ཆོས་དང་མ་འདྲེས་པ་ཡིན་གྱིན། ཡོངས་སུ་རྫོགས་པ་སྟེ། ཁམས་གསུམ་གྱི་ཉོན་མོངས་ཆ་ཚང་སྤོང་ཐུབ་པ་ཡིན་གྱིན། ཡོངས་སུ་དག་པ་སྟེ། སེམས་ཀྱི་གནས་ལུགས། དང་པོ་ནས་སྐྱོན་མེད་པ་ཡིན་མཁན་ཟེར་བ། ཡོངས་སུ་སྦྱར་བ་དེ་སེམས་ཡེ་གནས་ལུགས་ལ་གློ་བུར་གྱི་དྲི་མའི་སྐྱོན་མེད་པ་ཡིན་མཁན་ཟེར་བ་རེད། འདི་ཤེས་པ་རེད། ད་ཡོངས་སུ་དག་པ་ཡོངས་སུ་དང་བ་ཚད་དེ་དེ་ནས་འགོག་བདེན་གྱི་སྐད་ཤེས་པར་འགོག་བདེན་ལ་ལྟ། རྟོགས་པའི་ཆོས་དེ་ལ་ཡང་དེ། ལམ་དང། འགོག་པའི་བདེན་པ་ལྟ་བུ་རྟོགས་པའི་ཆོས་རེད་འདི་ཤེས་རོགས། དེ་དང་ཡོངས་སོགས་ཡོངས་སོགས་དག་པ་དང་འདི་གཉིས་མ་འདྲེས་པ་སྟེ། དེ་ནས་མུ་སྟེགས་པའི་ཆོས་དང་མ་འདྲེས་པ་ཡིན་མཁན་ཡོངས་སུ་རྫོགས་པ་སྟེ། ཁམས་གསུམ་གྱི་ཉོན་མོངས་ཡོངས་རྫོགས་སྤོང་ཐུབ་པ་ཡིན་མཁན་ཡོངས་སོགས་དག་པ་སྟེ་སེམས་ཀྱི་གནས་ལུགས་ལ་དང་པོ་ནས་སྐྱོན་མེད་པ་ཡིན་མཁན། ཡོངས་སུ་བྱང་བ་ཚང་བའི་སེམས་ཀྱི་གནས་ལུགས་ལ་གློ་བུར་གྱི་དྲི་མའི་སྐྱོན་མེད་པ་ཡིན་མཁན། འདིའི་ཕྱིར། གཞན་ཡང། ཨེ་ད། དམ་པའི་ཆོས་ཀྱི་ཡོན་ཏན་གཞན་ཡང་ཡོད་རེད་ཟེར་བ་རེད། བཅོམ་ལྡན་འདས་ཀྱིས། བཅོམ་ལྡན་འདས་ཀྱིས་ཆོས་ལེགས་པར་གསུངས་པ་སྟེ། བཅོམ་ལྡན་འདས་ཀྱིས་ཆོས་ལེགས་པར་གསུངས་པ་སྟེ། སངས་རྒྱས་ཀྱིས་གསུངས། དོན་དག། བཅོམ་ལྡན་འདས་ཀྱིས་ཆོས་ལེགས་པར་གསུངས་པ་སྟེ། སངས་རྒྱས་ཀྱིས་ག་རེ་གསུངས་ན་ཡང། སངས་རྒྱས་ཀྱིས་གསུངས་པའི་གསུང་ཐམས་ཅད། ཀྱི་དོན་དག་མ་ནོར་བར་ཤེས་མཁན་ཡིན་པ་རེད། བྱས་ཙང་བཅོམ་ལྡན་འདས་ཀྱིས་ཆོས་ལེགས་པར་གསུངས་པ་སྟེ། སངས་རྒྱས་ཀྱི་གསུང་ཚད་ཐམས་ཅད་ཀྱི་དོན་དག་མ་ནོར་བར་ཤེས་མཁན་རེད། དེའི་ཕྱིར་ཡང་དག་པར་མཐོང་བ་སྟེ། དེ་ནི། ཡང་དག་པར་མཐོང་བ་སྟེ། ཕམ་པར་བྱས་ནས་ཤེས་པ་མ་ཡིན་པ། གནས་ལུགས་མངོན་སུམ་ལ་མཐོང་ནས་ཤེས་པ་ཡིན་གན་ཟེར་བ་རེད་ད་འདིར་ཡང་དག་པར་མཐོང་བ་སྟེ། དེ་ནི། ཕམ་པར་བྱས་ནས་ཤེས་པ་དེ་འདྲ་མ་ཡིན་པ། གནས་ལུགས་མངོན་སུམ་ལ་མཐོང་བའི་སྒོ་ནས་ཤེས་པ་ཡིན་གན་ཆེ་བ་རེད་དེ་ནི་ཡང་དག་པར་མཐོང་བ། དེ་ནི་ནད་མེད་པ། ཟེར་ནད་མེད་པ་སྟེ། སངས་རྒྱས་ཀྱི་གསུང་དེས། སྐྱོན་ཐམས་ཅད་ཀྱི་ཁ་བརྡས་བྱེད་ཐུབ་ཀྱི་ཡོད་རེད་བྱས་ཙང་ནད་མེད་པ་ཟེར་བ་རེད། སངས་རྒྱས་ཀྱི་གསུང་དེས་སྐྱོན་ཐམས་ཅད་ཀྱི་ཁ་བརྡས་བྱེད་ཐུབ་པ་ཡིན་མཁན་ཡིན་དུས་ནད་མེད་པ། དུས་ཆད་པ་མེད་པ་སྟེ་ག་དུས་ཡིན་ན་ཡང་ཉམས་ལེན་བྱེད་ཆོག་པ་ཡིན་མཁན་ཟེར་བ་རེད། དུས་ཆད་པ་མེད་པ་སྟེ་ག་དུས་ཡིན་ན་ཡང་ཉམས་ལེན་བྱེད་ཆོག་པ་ཡིན་མཁན་ཟེར་བ་རེད། ཉེ་བར་བསྟོད་པ་སྟེ། ནས། ཉེ་བར་གཏོད་པ་སྟེ་ཆོས་ཉམས་ལེན་བྱེད་མཁན་ལ་འབྲས་བུ་ཏན་ཏན་ཐོབ་འཇུག་གིན་ཐོབ་ཏུ་འཇུག་གིན་ཡིན་པ་རེད། ལྷག་བསམ་འདི་མཐོང་བ་ལ་དོན་ཡོད་པ་ཟེར་ན། དེ་ནི། ཆོས་ལུགས་ག་ཞིག་གི་ཆོས་ལ་ཉམས་ལེན་བྱས་ན་ཡང་འབྲས་བུ་ཐོབ་པའི་ཁྱབ་པ་ཡོད་མ་རེད། འདི་དེ་འདྲ་མ་རེད་ཟེར་བ་འདི་མཐོང་བ་ལ་དོན་ཡོད་པ་སྟེ། ཆོས་ཉམས་ལེན་བྱེད་མཁན་ག་འདྲ་ཡིན་ག་འདྲ་ཞིག་ཡིན་པ་ཡིན་ན་ཡང་དེ་ནི་འབྲས་བུ་ཏན་ཏན་ཐོབ་འཇུག་མཁན་རེད་དེ་འདི་ཐོག་དོན་ཡོད་པ། མཁས་པ་རྣམས་ཀྱིས་སོ་སོ་རང་གིས་རིག་པར་བྱ་བ་སྟེ། མཁས་པ་རྣམས་ཀྱིས་སོ་སོ་རང་གིས་རིག་པར་བྱ་བ་སྟེ། དེ་ནི་འཕགས་པའི་ཡེ་ཤེས་ཀྱི་ཧ་གོ་ཡ་ཡིན་མཁན་ཟིག་གོ་རེད། འདི་པ། མཁས་པ་རྣམས་ཀྱིས་སོ་སོ་རང་གིས་རིག་པར་བྱ་བ་སྟེ། འཕགས་པའི་ཡེ་ཤེས་ཀྱི་ཧ་གོ་ཡ་ཡིན་མཁན་ཟིག་གོ་རེད། བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་འདུལ་བ་ལ་ལེགས་པར་བསྟེན་པ་སྟེ། སེམས་ཅན་རྣམས་ཀྱི་སྐྱོན་མེད་པར་བཟོ་བའི་ཆེད་དུ་གསུངས་པ་ཡིན་གྱིན་ཟེར་བར། བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་འདུལ་བ་ལ་ལེགས་པར་བསྟེན་པ་སྟེ། སེམས་ཅན་རྣམས་ཀྱི་སྐྱོན་རྩ་བ་ནས་མེད་པར་བཟོ་བའི་ཆེད་དུ་གསུངས་པ་ཡིན་གྱིན་ཟེར་བར། ཨ་ནི་ངེས་པར་འབྱུང་བ་སྟེ་ངེས་པར་འབྱུང་བ་སྟེ། སངས་རྒྱས་ཆུང་ངུ་དང་སངས་རྒྱས་འབྲིང་གི་གོ་འཕང་ཐོབ་འཇུག་མཁན། ཐོབ་ཏུ་འཇུག་མཁན། ཆོག་འཇུག་མཁན་ཡིན་མཁན། ཐོབ་ཏུ་འཇུག། འཇུག། ཐོབ་ཏུ་འཇུག། ཐོབ། འཇུག་མཁན་ཡིན་མཁན། དང་ངེས་པར་འབྱུང་བ་སྟེ་སངས་རྒྱས་སངས་རྒྱས་ལ་གསུམ་ཡོད་པ་སངས་རྒྱས་ཆུང་ངུ། ཉན་ཐོས་ཀྱི་དགྲ་བཅོམ་ལྟ་བུ་སངས་རྒྱས་འབྲིང་རང་སངས་རྒྱས་ལྟ་བུ་སངས་རྒྱས་ཆེན་པོ་རྫོགས་པའི་སངས་རྒྱས་ལྟ་བུ་དེ་འདྲ་ལ་ངེས་པར་འབྱུང་བ་དེ་སངས་རྒྱས་ཆུང་ངུ་དང་སངས་རྒྱས་འབྲིང་གི་འབྲས་བུ་ཐོབ་ཏུ་འཇུག་མཁན་ཡིན་མཁན་ཟེར་བ། དེ་ནས་རྫོགས་པའི་བྱང་ཆུབ་ཏུ་འགྲོ་བར་བྱེད་པ་སྟེ། སངས་རྒྱས་ཆེན་པོ་རྫོགས་པའི་སངས་རྒྱས་གོ་འཕང་ཐོབ་ཏུ་འཇུག་མཁན་ཡིན་མཁན་ཟེར་བའོ། འདིས་བཤད་པར་ཨ་ནི་མི་མཐུན་པ་མེད་ཅིང་འདུས་པ་དང་ལྡན་པ་སྟེ། དེ་ནས་སངས་རྒྱས་ཀྱི་གསུང་ལ་དངོས་ཤུགས་བསྒལ་བ། སྔ་ཕྱི་མ་མཐུན་པའི་མི་མཐུན་པའི་སྐྱོན་རྩ་ནས་མེད་ཅིང། ཉམས་ལེན་གོང་མ་གོང་མ་ལ་ཉམས་ལེན་འོག་མ་འོག་མའི་ཡོན་ཏན་ཐམས་ཅད་ཡོད་པ་ཡིན་མཁན་ཟེར་བ་རེད། མི་མཐུན་པ་མེད་ཅིང་མི་མཐུན་པའི་འདུས་པ་དང་ལྡན་པ་ཟེར་བ། དེ་ནི་སྟོན་པ་ཡོད་པ་སྟེ། སངས་རྒྱས་ཀྱི་གསུང་ལ་ཡིད་ཆེས་བརྒྱ་བརྒྱ་བརྒྱ་བཏང་བ་བྱས་ཆོག་པ་ཡིན་གྱིན་ཟེར་བར་སྟོན་པ་ཡོད་པ་སྟེ། སངས་རྒྱས་ཀྱི་གསུང་ཅི་ཡིན་ནས་བཟུང་ནས་ཡིད་ཆེས་བརྒྱ་བརྒྱ་བརྒྱ་བཏང་བ་བྱས་ཆོག་པ་ཡིན་གྱིན་ཟེར་བར་ནི་རྒྱུ་བ་བཅད་པ་སྟེ། འབྲས་བུ་ཚར་གཅིག་ཐོབ་ཚར་ནས་ཡང་བསྐྱར་དཀའ་ངལ་བརྒྱབ་ནས་འབྲས་བུ་དེའི་ཆེད་དུ་ཉམས་ལེན་རྩ་བ་ནས་བྱེད་མི་དགོས་པ་ཡིན་གྱིན་ཟེར་བར་རྒྱུ་བ་བཅད། འོ་འདིའི་བར་དུ་དེ་ནས།

ཉམས་ལེན་གནང་གིན། ཉམས་ལེན་གནང་གིན། གནང་གིན། གནང་གིན་ཟེར་བ་རེད། ད་ལྟ་ཇི་ལྟར་ཐེག་པ་ཆེན་པོའི་དགོས་འདུན་ནི་ལེགས་པར་ཞུགས་པ་སྟེ། བསླབ་པ་གསུམ་གྱི་ནང་ལ་ལྷག་པར་ཚུལ་ཁྲིམས་ཀྱི་བསླབ་པའི་ཉམས་ལེན་གནང་གིན་ཟེར་བ་རེད། རིགས་པར་ཞུགས་པ་སྟེ། བསླབ་པ་གསུམ་གྱི་ནང་ནས་ཤེས་རབ་ཀྱི་བསླབ་པའི་ཉམས་ལེན་གནང་གིན་ཟེར་བ་རེད། དྲང་པོར་ཞུགས་པ་སྟེ། དེ་ནས་བསླབ་པ་གསུམ་གྱི་ནང་ནས་ལྷག་པར་ཏིང་ངེ་འཛིན་གྱི་བསླབ་པ་ཉམས་ལེན་གནང་གིན་ཟེར་བ་རེད། ཨན་དེ་བཅས་ལ་མཐུན་པར་ཞུགས་པ་སྟེ། ཐུགས་མཐུན་པ། སྤྱོད་པ་གཅིག་པ། ཚུལ་ཁྲིམས་གཅིག་པ། ལྟ་བ་གཅིག་པ། ཟ་ཡ། ཁ་ལག་ཁ་ལ་ཟ་ཡ་ཟ་ཡ་ཟ་ཡ་གི་ཁ་ལག་དང། ལུས་ལ་གོས་ཆོས་གོས་ལ་སོགས་པ་གཅིག་པ་གཅིག་ཀྱང་ཡིན་གྱིན་ཟེར་བ་རེད། འདིར་གཅིག་པ་གཅིག་ཡིན་གྱིན་ཟེར་བ་རེད་ད་འདི་གཙོ་ཆེ་ཤོས། ཐེག་ཆེན་དགེ་སློང་ལྟ་བུ་བྱེད་ལ་བཞག་རེད། དེ་འདྲའི་རོ་མཐུན་པར་ཞུགས་པ་སྟེ། ཐུགས་མཐུན་པ། སྤྱོད་པ་གཅིག་པ་གཅིག་ཀྱང་ཚུལ་ཁྲིམས་གཅིག་པ་གཅིག་ཀྱང་ལྟ་བ་གཅིག་པ་གཅིག་ཀྱང། ཁ་ལ་ཟ་ཡོད་ཟ་ཡ་ཁ་ལག་གཅིག་པ་གཅིག་ཀྱང་ཆོས་གོས་ལ་སོགས་ལུས་ལུས་གོན་ཡ་དེ་ཚོ་གཅིག་པ་གཅིག་ཀྱང་ཡིན་མཁན་ཟེར་བ་རེད། ཨ་ནི་ཐལ་མོ་སྦྱར་བའི་འོས་སུ་གྱུར་པ་སྟེ། ཐེག་པ་ཆེན་པོའི་དགེ་འདུན་ལ་བསམ་གཏན་གྱི་ཉམས་ལེན་ཡག་པོ་ཡོད་པ་ཡིན་ཙང་གཞན་དག་གིས་ཐལ་མོ་སྦྱར་དུ་རུང་མཁན་རེད། ཐབས་མང་བརྗེད་པའི་འོས་སུ་གྱུར་བ་སྟེ། ཐེག་པ་ཆེན་པོའི་དགེ་འདུན་ལ་བསམ་གཏན་གྱི་ཉམས་ལེན་ཡག་པོ་ཡོད་པ་ཡིན་ཙང། ཨ་ནི་སེམས་ཅན་གཞན་དག་གི་ཐལ་མོ་སྦྱར་བའི་འོས་སུ་རུང་བ་ཡིན་མཁན་སྲིད་པོ་རེད། ཨ་ནི། ཕྱག་བྱ་བའི་འོས་སུ་གྱུར་བ་སྟེ། མ་ཟད་ཐེག་པ་ཆེན་པོའི་དགེ་འདུན་ལ་བསམ་གཏན་གྱི་ཉམས་ལེན་ཡག་པོ་ཡོད་པ་ཡིན་ཙང། དེ་ནི་ལུས་ངག་ཡིད་གསུམ་གོ་ནས་ཕྱག་འཚལ་ན་ཡང་ཕྱག་འཚལ་རུང་བ་ཡིན་མཁན་སྲིད་པོ་རེད། ད་དེ་ནི་བསོད་ནམས་ཀྱི་དཔལ་གྱི་ཞིང་སྟེ། བསོད་ནམས་ཀྱི་དཔལ་གྱི་ཞིང་སྟེ། ཤེས་རབ་ཀྱི་ཉམས་ལེན་ཡག་པོ་ཡོད་པ་ཡིན་མཁན་ཟེར་བ། བསོད་ནམས་ཀྱི་དཔལ་གྱི་ཞིང་སྟེ། ཤེས་རབ་ཀྱི་ཉམས་ལེན་ཡག་པོ་ཡོད་པ་ཡིན་མཁན་ཟེར་བ། ཡོན་ཡོངས་སུ་སྦྱོར་བ་ཆེན་པོ་སྟེ། དེ་ནི། བུ་ཕུལ་མཁན་དེ་ཚོ་ལ་གཞན་དང་མ་འདྲེས་པའི་ཕན་ཐོགས་ཆེན་པོ་བཞི་པོ་ཡོང། བཅུག་གིན་ཡིན་མཁན་ཟེར་ཡོང་བཅུག་གིན་ཡིན་མཁན་ཟེར་བར། ཡོན་ནི་ཡོངས་སུ་འབྱུང་བ་ཆེན་པོའོ་ཟེར་རེད་ད། འབུ་བ་འཕུར་མཁན་དེ་ཚོ་ཚང་མ་ལ་གཞན་དང་མ་འདྲ་བའི་ཕན་ཐོགས་ཆེན་པོ་ཞེ་པོ་ཅིག་ཡོང་དུ་བཅུག་གིན་ཡིན་མཁན་ཟེར་བ་རེད། འདི་རེད། སྙན་མ་ད་འདྲ་དེ་གྲོང་ཁྱེར་གསེར་ལྡན་གྱི་རྒྱལ་པོ་གསེར་མདོག་གིས་རང་རྒྱལ་ཞིག་ལ་འབྲས་ཕུལ་དུས། དེ་ནི་འབྲས་དེ་སངས་རང་རྒྱལ་གྱི་ཞལ་མར་དག་ཏུ་འཛམ་བུ་གླིང་དུ་འབྲས་ཀྱི་འབྲས་ཆན་གྱི་ཆར་བབས་རིན་པོ་ཆེ་སྣ་བདུན་གྱི་ཆར་ཉི་མ་མང་པོའི་རིང་ལ་བབས་པ་ལྟ་བུ་རེ་སྲིད་པར་སྦྱིན་པའི་གནས་སུ་གྱུར་པ་སྟེ། སྦྱིན་པའི་གནས་སུ་གྱུར་པ་སྟེ། ཚུལ་ཁྲིམས་ཀྱི་ཉམས་ལེན་ཡག་པོ་ཡོད་མཁན་ནི་སྲིད་པ་རེད། ཀུན་ཏུ་ཀུན་ཏུ་ཡང་སྦྱིན་པའི་གནས་སུ་གྱུར་པ་ཆེན་པོའང་སྟེ། ཡུལ་ག་བ་ཡིན་ན་ཡང་རེད་དུས་ཚོད་ག་དུས་ཡིན་ན་རེད། སྦྱིན་པ་ཕུལ་ས་ཡག་ཤོས་ཡིན་མཁན་ཟེར་བ་ན་འདིར་ཀུན་ཏུ་ཡང་སྦྱིན་པའི་གནས་སུ་གྱུར་བ་ཆེན་པོ་སྟེ། ཡུལ་ག་བ་ཡིན་ན་ཡང་རེད། དུས་ག་ཚོད་ཡིན་ན་ཡང་རེད། མདོར་ན། འབུལ་བ་ཕུལ་ས་ཡག་ཤོས་དེ་ཡིན་མཁན་ཟེར་བ་འདི་ཐེག་པ་ཆེན་པོའི་དགེ་འདུན་རེད་ཟེར་བ་ལ་ད་ལྟའི་བར་དུ་ཡང་ནི་དེ་རེད། ཀུན་སྤྱོད་རྗེས་དྲན་ལ་གསུམ་ཡོད་པའི་ནང་ནས་དགེ་འདུན་ཀུན་སྤྱོད་ཡོན་ཏན་རྗེས་སུ་དྲན་པ་ཟེར་རྫོགས་པ་རེད། ལགས་སམ།